ད་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་བ་ཞེས་བྱ་སྟེ། རྒྱལ་བ་མྱ་ངན་ལས་འདས་པར་བཞེད་པ་རྣམས་ལ་འགྲོ་བ་གང་ལ་ཕན་པ་དང་དེ་བས་དོན་སྐྱེད་པ་བཞིན་དུ་རྡུལ་སྙེད་དུ་བཞུགས་པ་སོགས་འདས་སོ། དེ་རེ་ཚིག། སངས་རྒྱས་ཁ་ཤས། ད་མཆོག་གི་སྤྲུལ་སྐུ་ལ་མ་གཏོགས་ལོངས་སྐུ་ལ་ཡོད་མ་རེད། མཆོག་གི་སྤྲུལ་སྐུ་འཇིག་རྟེན་ན་བྱོན་ནས་ནི་སངས་རྒྱས་ཀྱི་དོན་མཛད། སེམས་ཅན་གདུལ་བྱ་རྫོགས་པར་སྨོད་བྱེད་གདུལ་བྱ་རྫོགས་འགྲོ་དུས། ད་མྱ་ངན་ལས་འདས་ཀྱི་ཡིན་བསམ་པའི་སྒོམ་པ་བཞི་དེ་ངས་དེ་ཟེར་མྱ་ངན་ལས་འདས་པར་བཞེད་པ་སོ་དུས་མྱ་ངན་ལས་འདས་ཡག་གི་སྒོམ་པ་བཞི་དེ་ངས་ཚོ་ལ་མྱ་ངན་ལས་མི་འདའོ་བའི་སྐལ་པ་གཞན་གྱི་དུས་ཉལ་དུ་བཞུགས་རོགས་གྱིས་ཟིན་གསོལ་བཏབ་པ་རེད། དཔེར་ན་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་འཛམ་བུ་གླིང་ན་བྱོན་ཡོང་དུས། འཛམ་བུ་གླིང་གི་མི་ཚོ་ཚེ་ཚད་དེ་ལོ་བརྒྱ་རེད། བརྒྱ་ལྷག་པ་འདས་གི་ཡ་རེད་བརྒྱ་མ་ཟིན་འདས་གི་ཡར་ངེས་པ་ཡོད་མ་རེད་དེ་སྤྱི་བཏང་གི་ཚད་འགྲུབ་པ་བྱས་ན་ལོ་བརྒྱ་རེད། དེང་སང། ད་ཚིག་མ་འགྲིག་དང་ཡ་ཕལ་གྱི་རྩི་ཐང་ཆད་ཀྱི་ཡོད་རེད་མ་གཏོགས་གཞན་དེང་སང་བྱས་ན། ཕལ་ཆེར་བཞི་ཅུ་ཁ་རས་སུ་བྱས་ནས། དེང་སང་མི་ཡི་ཚེ་ཚད་ལོ་བཞི་ཅུ་ཡིན་མོད་འདྲ་བཞི་ཅུ་བས་རང་ཨ་ཡོད་མ་ཡོད་ཚོད་ཡིན་འདྲ། སངས་རྒྱས་བཅོམ་ལྡན་འདས་ཤཱ་ཀྱ་ཐུབ་པ་འཛམ་བུ་གླིང་ན་རྒྱལ་པོ་དོན་ཡོད་གྲུབ་པའི་སྲས་ལ་འཁྲུངས་པའི་ཚུལ་སྣང། དེ་ནས་བཟུང་པ་དགུང་ལོ་ཉི་ཤུ་རྩ་དགུ་ལ། ཨ་ནི་རབ་ཏུ་བྱུང་བ་ཞིག། བསྐལ་བ་བཅད་ལོ་དྲུག། སུམ་ཅུ་སོ་ལྔ་ལ་སངས་རྒྱས་པའི་ཚུལ་སྣང་བ་རེད། བསྐལ་པ་འདི་ལ་བྱོན་ཡག་གི་སངས་རྒྱས་སྟོང་གཅིག་ཡོག་ཡེ་རེད། སྟོང་ཡོད་པའི་ནང་འཁོར་བ་གཅིག་དང་གསེར་ཐུབ་འོད་སྲུང་ཤ་ཆུ་ཐོག་བཞི་བྱོན་ཚར་རེད། གངས་དཀར་ལོག་དགའ་ལྡན་ཡུལ་ཁ་ཆུ་འཛིན་གྱི་ལྷ་ཡི་རྒྱལ་པོ་བྱེད་དགོས་རེད། དེ་ནས་མང་རྫ་བུ་ལི་ན་ཕེབས་དགོས་རེད། བདག་ཅག་གི་སྟོན་པ་ཤ་ཆུ་ཐུབ་པ་དགའ་ལྡན་ཡུལ་ཁ་ཆུ་འཛིན་ནས་མང་རྫ་བུ་ལི་ན་བབས་པའི་སྐབས་ལ་གཟིགས་པ་སྔ་ལ་གཟིགས་ནས་རེད་ཡག་གི། ཨེར་མཱོན་ཛེ་བུ་ལིན་ལ་ཡོངས་འགྱུར་མ་ལྷ་མཛེས་ཀྱི་ལྷུམས་སུ་ཞུགས་པར་མཛད། དེའི་སྒང་ལ་རྒྱལ་བ་བྱམས་པ་མགོན་པོ་ཡང་སྐུ་ཚབ་ལ་བཞག་ཁོང་གི་དབུ་རྒྱན་ཅོད་པན་དེ་བྱ་བ་མགོན་པོ་རྒྱལ་བ་བྱམས་པའི་དབུ་ལ་བསྒྲོན་ནས། རྒྱལ་བ་བྱམས་པ་ཆོས་ཀྱི་རྒྱལ་སྲས་སུ་འོང་སྐོར་ཡི་གེ་ཞུ་ཡོད་པ་རེད། ད་མ་འོངས་པ་ན་རྒྱལ་བ་བྱམས་པ་མར་ཕེབས་ཡོང་དུས་ད་ཡང་དེ་ཡི་བཞུགས་དམག་དེ་ཡང་དགའ་ལྡན་ལྷ་ཡི་རྒྱལ་པོ་ལ་འོང་སྐོར་དེ་འདྲའི་ཤ་ད་སངས་རྒྱས་སྟོང་གང་ག་ལོ་ད་རིང་སྐལ་པ་འདི་གི་སངས་རྒྱས་སྟོང་པོ་དེ་སྙང་དུས་དེ་འདྲ་ཅིག་རེད་སྔོན་མ་ཐུགས་རྗེ་མོ་གླང་གི་དུས།

ལོན་བའི་སྐུ་དེ་ནི་སྐུ་དངོས་ཀྱི་གདུལ་བྱ་ཕལ་ཆེར་རྫོགས་སོང་བ་རེད། མཇལ་ནི་པའི། ཆོས་ཉན། སྨན་སྤྲུལ་ལ་བསྐོས་ཡག་གི་གདུལ་བྱ་ཕལ་ཆེར་བསྐོས་ཚར་ནས་རི་ཉིལ་གྱིན་མ་གཏོགས་ཡོད་མ་རེད། དེ་ནི་ཚེ་ལོ་བརྒྱད་པའི་དུས་ཡིན་ཙང་ལོ་ཉི་ཤུ་ཚུན་ཆད་སྐུ་ཚེ་ལྷག་མ་ལུས་ཡོད་རེད། ལོ་ཉི་ཤུ་ཚུན་ཆད་ལྷག་བསྡད་པ་དེ། བསྟན་པ་ཡུན་རིང་དུ་གནས་པ་དང་བསྟན་འཛིན་གྱི་ཆ་ཅན་དུ་བྱིན་གྱིས་བརླབས་ནས། དཔེར་ན་འདི་ཡོད་པ་དང་ཚེ་ཡི་ལོངས་སྤྱོད། ཚེ་ཡི་རྣམ་སྨིན་ལོངས་སྤྱོད་ཀྱི་རྣམ་སྨིན་དུ་བྱིན་གྱིས་བརློབ། ལོངས་སྤྱོད་ཀྱི་རྣམ་སྨིན་ཚེ་ཡི་རྣམ་སྨིན་དུ་བྱིན་གྱིས་བརློབ། ད་ཐེག་པ་སྨིན་པའི་འདོད་པ་ལ་དེ་འདྲའི་བྱིས་ཡོད་རེད་ཐེག་པ་ཆེན་པོ་ལ་དེ་ཨ་ལ་ལ་ཡོད་པའི་སྟེང་ནས་ཐེག་པ་ཆེན་པོ་ལ་དེ་རྫས་ཀྱི་ཐབས་རྡུགས་ཡོད་མ་རེད་གོ་སོ་རྡུགས་པ་བྱེད་དགོས་མ་རེད་མ་རེད་དེ་སངས་རྒྱས་ཀྱི་གང་མཛད་མཛད་སེམས་ཅན་གྱི་སྣོད་དང་གང་འཚམ་འཚམ་རེད་ཡིན་ནའི། ཁོང་གི་སྐུ་ཚེ་ལྷག་མ་ཉི་ཤུ་ཡོད་ཡ་དེ་སངས་རྒྱས་ཀྱི་བསྟན་པ་ལོ་སྟོང་ཕྲག་གི་བར་དུ་གནས་ཡ་དང། ཨ་ནི་བསྟན་པ་ལ་ཞུགས་མཁན་འཁོར་རྣམ་པ་ཞིག་གི་འཚོ་བའི་དོན་དག་ལ་སྔོན་ནས། དེང་སང་ང་རང་ཚོ་ཆོས་ཡག་པོ་ཅིག་བྱས་ཐོག་ན་ལྟོ་སྐུད་ཀྱི་སེང་ཁྲི་ཙམ་བྱེད་རྒྱུ་ཡོད་མ་རེད། སེང་ཆེན་ཐོག་ཏུ་བདག་གིས་སྔོན་དཀའ་བ་གང་ཞིག་སྤྱད་བཅུག་བདག་གི་བདེ་བ་སྟོང་བའི་བསྟན་པ་ཡུན་རིང་བར་གྱུར་ཅིག་གསུང་ཡ་དེ་ནས་མ་བསྐྱལ་ཁོང་གི་སྐྱེ་བ་སྔ་མ། སངས་མ་རྒྱས་གོང་གི། ལྷོ་པ་ལམ་གྱི་གནས་སྐབས་སོགས་ནི་སེང་ཆེན་གྱི་དོན་དག་ལ་བའི་སྐུ་ལས་བསྐྱོན་པས་དེ་བབས་པའི་དགེ་བ་གང་ཡོད་པ་དེ་བསྟན་པ་ཡུན་རིང་བར་ཡག་གི་བས། རྒྱུ་དེ་ཚོ་སྔོ་སྔོ་མོན་ཟེར་ཏེ་དེ་སངས་རྒྱས་ཀྱིས་གསུངས་བ་རེད། དེ་འདྲ་ཡིན་ཙང། ཨ་ནི་མ་འོངས་པར་ནི་ཉལ་ཐུལ་ནང་གི། ཁྱིམ་པ་ན་ཚི་མུད་དེ་དུ་ཞིང་མེད་པར་གྱུར་ཀྱང་ང་ཡི་ཉལ་ཐུལ་ན་ནི་འཚོ་བའི་ཕུང་བར་མི་འགྱུར་རོ་གསུངས་ཡོད་རེད། མ་འོངས་པར་ན་བའི་ཞིང་ཁ་བལྟ་ཡ་མེད་ནས་མུ་གེ་བྱུང། སེན་མོའི་ཐོག་ལ་ཞིང་ཁ་བལྟ་དགོས་པའི་དུས་ཤར་ན་ཡང། ངའི་ཉལ་ཐུལ་ཆོས་བྱེད་མཁན་ཚོ་འཚོ་བ། གྲ་འགྲིག་འགྲོ་ཡོང། བའི། ཟ་རྒྱུ་མེད་པ་བྱས་མི་ཡོང་གསུངས་ཡོད་རེད། དེ་ནས།

ཟླ་དེ་བཞིན་ཞེས་པ་སངས་རྒྱས་ནས་ཆུ་འགོ་བརྐོ་གུ་དུ་ཁྱོད་ཤོག་ཟེར་དུས་ཁྱོད་རང་འགྲོ་བྱུང་ང་སླེབས་ཡོང་ཟེར་ཡང་ཁོ་དེའི་མགོ་ཁོག་དེད། གཙང་ནས་ཡོང་རྒྱུ་མ་བྱུང་བ་བྱས་ནས་ལས་ཀ་ཡོད་རེད། ཁོ་ལས་ཡོད་མཁན་ཅིག་རེད། ལས་ཀ་ཡོད་མཁན་ཅིག་རེད། ཀུན་ཏུ་རྒྱུ་རགས་ཟོང་ཟེར་མཁན་མུ་ཏིག་པའི་ནང་གི་མཁས་པ་ཆེན་པོ། པས་ཧ་ལམ། ད། བསམ་གཏན་གྱི་མགོ་ཤིན་ཏུ་མཐོ་ཡོད་དང་མེད་དང། ག་རེ་བྱས་ནས་འདོད་ཆུང་བྱོས་ཤིག། མུ་སྟེགས་པའི་བླ་མ་རྣམས་ནི་དྲག་ཤུལ་གྱི་ཡོག་རེད། ཁོ་རང་ཡང་སུ་ཅིས་ད་སྐད་ཆ་དྲི་འདུག་བ་མ་རེད་ཁྱེད་ཚོ་སངས་རྒྱས་དཀོན་སྟོན་ལ་མ་ཡོང་བསྡད་ཡོག་རེད། ཁོ་ཡང་ལས་ཅན་གྱི་གདུལ་བྱ་ལས་ཡོད་མཁན་ཅིག་རེད་དེ་གཉིས་གཉིས་ལས་བསྡད་ཡོག་རེད་ད། ད་སང་ཉིན་སངས་རྒྱས་མྱ་ངན་ལས་འདས་རྗེས་ནས་ད་གུང་དེ་རྩ་མཆོག་དྲུང་གི་ཟིན་བྲིས་ཐག་པའི་གཙུག་ལག་ཁང་ནང་ལ་བཞུགས་ནས། དང། བས་ཆེས་སྙུང་བའི་ཚུལ་རེད་བ་ཅེས་ཟེར་གོ་རེད་ད་ལྟ་བ་ཚོ་ཀོ་བས་དེ་སྙུ་གོ་དེ་འཕེལ་ཡོང་བའི་འདྲ། གར་བྱས་ན་བ་དེ་ལྷོད་ལྷོད་བྱས་བཞུགས་དེ་ཡོད་ས་ལ། ཀོ་ལུ་རྒྱ་རི་རྫོང་གི་སང་ལོ་ཁོ་ནི་གཡའ། དེ་བཞིན་མགོ་བོ་དར་མ་སང་ཉིན་ཉང་ཁེ་ལི་འདས་ག་རེ་ཟེར་གི་འདུག་ཁོ་ཡང་པས་ཤེས་མཁན་ཞིག་ཡིན་བསྡད་འདུག་ད་ཡང་ཁོ་ཉང་ཁེ་ལི་འདས་ཚར་སོང་ང་དོགས་པ་ཡོད་སྐད་ཆ་དྲི་བོ་བྱུང་ན་ནི་དྲི་ས་མི་ཡོད་རྒྱུ་མ་རེད་ད་ཁུངས་གཅིག་འགྲོ་དགོས་བ་བསམ་ནས། ཀོ་ལུ་རྒྱ་རི་རྫོང་སང་ཆེན་ཀོ་ནེར་ཚུགས་བསྐྱར་རེད།

སངས་རྒྱས་ཀྱི་གསུང་དེ་ཐོས་པ་ཙམ་གྱིས་གོ་ར་སངས་རྒྱས་ཀྱི་གསུང་དེ་གཞན་དང་མི་འདྲ་བ་གསུང་དབྱངས་ཡན་ལག་དྲུག་ལྡན་རེད། དེ་ཡིན་བསམ་པའི་གཉེན་པོ། བའི་ཤིན་ཏུ་སྙན་ཞིང་འཇིགས་པ་སྟངས་མི་འདྲ་བ་ཟེར་ཡག་རེད་པོ་དེ་འདྲ་ཡོད་རེད། དེ་འདྲ་ཡིན་ཙང་ཁོ་བོས་དཔེ་དེ་ཞི་དྲག་དགའ་དེ་བཞིན་ཞི་བ་དེ་ཤ་དྲག་གི་ཐུགས་ཡག་པོ་འདུག་ཨ་སངས་དེ་ཁོ་རང་ཡག་བཅར་འདས་སངས་རྒྱས་ལ་བཀའ་འདྲི་ཞུས་བ་རེད། འབྱུང་བ་བཞི་པོ་དེ་གང་ལས་སྐྱེས་གང་དུ་ཐིམ་ཞེས་པའི་སྤྱི་འགག།

སངས་རྒྱས་མྱ་ངན་ལས་སངས་ཉིན་ཟླ་བཞི་ཡིན་ཙང་ཁོང་དོ་དགོངས་པའི་ཕྱིར་ཆོག་པ་ཞིག་བཅས་དགོངས་པ་ཞུས་བ་རེད། དེ་དུས་ཀུན་དགའ་བོ་གིས་ཁྱོད་ཡར་མ་ཡོང་ཟེར་དུས་ཁྱོད་ཡོང་བ་རེད། ད་དགྲ་བཅོམ་པ་ཐོག་ཚར་ནས་སང་ལམ་སང་མྱ་ངན་ལས་འདས་ན་སང་ཉིན། ཁྱེད་རང་སྐུ་གདུང་ང་ཚོས་བདག་པོ་རྒྱག་རྒྱུ་རག་གི་མ་རེད་མུ་ཏིག་བ་ཚོ་གིས་ཁེངས་འདུག་པ་རེད། མྱ་ངན་ལས་མ་འདའ་སང་ཉིན་བར་དུ་སྡོད་ཞུས་ལབ་པ་རེད། ལབ་ཙང་ཁོས་ག་ཡིས་བྱེད་གི་མ་རེད། ངའི་སྐུ་གདུང་ཆུ་ལ་གཡུགས་ད། ཕ་ཕྱུགས་ལ། མ་འགྲིག་པ་བསྡད་བཅུག་ཚུལ་བཅུག་ཁྱོད་རང་ཚོ་བསྡད་འདུག་ཨ་ནི་སྐུ་གདུང་སུས་རྩ་ཀླད་བྱུང་ནས་དེ་ཡི་བདག་པོ་རྒྱབ་ཀྱི་ཅིག་ཤོ་འགྲིག་གི་རེད་ཟེར་བྱས་ནས་ཁ་ཆིངས་བཞག་ནས་ཨ་ནི་དེ་གོ་ཤག་པ་རེད། ཨ་ནི་དེ་ནོའི་དགོང་མོ་ཀུན་ཏུ་རྒྱ་རི་སོང་དགྲ་བཅོམ་པ་ཐོག་སོང་ང་ཚོའི་བོད་པའི་ཉན་ཐོས་ཡིན་ཟེར་དགྲ་བཅོམ་པ་ཅིག་དགེ་སློང་རེད་གདའ། ཉན་ཐོས་ཡིན་ཟེར་བྱས་ལོ་ཙང་སང་ཉིན་མུ་ཏིག་བ་ཚོའི་ཆུ་མཛོད་མ་རེད་ང་ཚོའི་སྟོན་པ་ཡིན་ཟེར་ཨ་ནི་སྐུ་གདུང་ང་ཚོས་ཁེལ་དགོས་ཡོད་ཟེར་ཨ་ནི་སང་ཉིན་མིན་ཁོ་རང་གི་སོང་སོང་རེད་ཆུའི་ནང་ལ་གཡུགས། ཨ་མཆོད་ནང་ལ་སྐྱིལ་ཀྲུང་བྱས་ནས། ཁེལ་ཡོང་ནས་ནང་པའི། དགེ་སློང་ཚོ་ཚ་ལེ་ལེ་ཡོང་བ་རེད། ཨེ་ནམ་ཚོ་ད་བར་རྒྱལ་གྱི་ར་བ་རེད་སྐུ་གདུང་ཞུགས་འབུལ་བྱས་པ་རེད། ད་མི་ཡི་གདུལ་བྱ་རྫོགས། མི་མ་ཡིན་གྱི་གདུལ་བྱ་ལ། དྲི་ཟའི་རྒྱལ་པོ་རོལ་དགའ། ཁོ་རང་གི་ལས་དང་སྐལ་བ་ཡོད་མཁན་ཡིན་པ་ལ་རྩ་ནས་མར་མ་ཡོང་པ་ཡིན་ཙང་སྤྲུལ་པ་གཅིག་སྤྲུལ་ནས། སྤྲུལ་པ་གཅིག་གིས་དྲི་ཟའི་རྒྱལ་པོ་རོལ་དགའ་གི་ཕྱི་ལོག་དེ་སྒྲ་བརྙན་གཏོང་བ་རེད།

དེ་ནི་ཁོས་སྐད་རང་བཞིན་གྱིས་མ་འགྲོ་བའི་སྟོང་པ་ཉིད་ཀྱི་དོན་བཤད་ནས། དྲི་ཟའི་རྒྱལ་པོ་ར་བས་སྟོང་པ་ཉིད་རྟོགས་སོང་རེད། སྟོང་པ་ཉིད་རྟོགས་ད་ག་རང་ལ་དགོངས་བགྱིད་རྒྱ་ནི། ཨ་ནི། ཁོ་རང་སྔོན་གྱི་བག་ཆགས་ཡོད་ཡིན་ཙང། སྟོང་པ་ཉིད་མངོན་སུམ་དུ་རྟོགས་ནས། ད་ག་ལ་དགྲ་བཅོམ་ཐོབ་སོང་རེད་གོ་ལ་འདི་གྲོལ་སོང་རེད། དེ་བསང་ཤོག་དེ་དེ་ནི་སངས་རྒྱས་ཀྱི་གདུལ་བྱ་གང་ག་དུས་ཚར་ལས་ཡོད་མཁན་གྱི་གདུལ་བྱ་འཛམ་བུ་གླིང་འདི་ནང་གི་རྫོགས་པ་རེད་རྫོགས་པ་ཡིན་ཙང་མྱ་ངན་ལས་འདས་བ་རེད་མྱ་ངན་ལས་འདས་ཁ་ལག་ཁ་ལ་དགེ་སློང་དག་ལྟོས་ཞེས་གསུངས་ནས་ནི། སྤྲོ་གཡོག། སྐུ་གཟན་པ་ཀུན་དགའ་ཡོད་མ་རེད་བ་ཁོང་དགེ་སློང་ཚོ་ལ་ཀུན་དགའ་དེ་ཡོད་མ་རེད། སྤྲོ་གཡོག། འདི་ཆོས་སྐུ་དང་བླ་སྐུ། ཆོས་སྐུ་དང་བླ་སྐུ་དངོས་གཟན་རེད་དེ་བ་སྲིད་ནས། སྐུ་གཟུགས་ལ་ལྟོས་ཞུགས་སོང་བ་རེད། སྐུ་དེ་བསྟན་པ་དེ་བཞིན་གཤེགས་པའི་སྐུ་ནི་མཐོང་བར་དཀའ་བའོ་གསུང། འདི་མཐོང་ཁག་པོ་ཡོད་རེད་སངས་རྒྱས་ཀྱི་སྐུ། ཁྱོད་རང་ཚོས་ད་འདི་ལྟོས་ཞུགས་གསུང་ཨ་ནི་སྐུ་གཟིངས་སུ་ཡར་བསྐྱོད། ཨ་ནི། འདི་ལྟར་འདུ་བྱེད་སྣང། དཀར་ས། འདུ་ཤེས་སྣང་བྱེད་སྣང་ནི་མི་རྟག་པའི་འདུ་ཤེས་མཆོག་གོ། རྗེས་སྣང་བྱེད་སྣང་ནི་བ་ལང་གི་རྗེས་མཆོག་གོ། གསུང་ནས། མི་རྟག་པ་དགོངས་ཞུའོ་གསུང་བ་རེད། འདུ་ཤེས་ཀྱི་མཆོག་ཏུ་གཅོད་པ་མི་རྟག་པའི་འདུ་ཤེས་རེད་གསུང། ཞལ་བྱིན་གྱིས་མཚོན་ཏེ་མི་རྟག་པ་དགོངས་བཅུག་འདི་བཞག་ཨ་ནི་མྱ་ངན་ལས་འདའ་བའི་ཚུལ་མཛད་པ་རེད། ན། སངས་རྒྱས་ཀྱི་ཨེ་པའི་ཞལ་ཆིངས་ཀྱི་ཚོད་དེ་མེད་མི་རྟག་པ་དགུང་ཞོགས་གསུང་དགོས་ཡ་ག་རེ་རེད་ཟེར་ན་སངས་རྒྱས་ཀྱི་གདུལ་བྱ་ང་རང་ཚོ་རེད་ད་སྦྱིན་འཇུག་ཆེ་བ་མི་རྟག་པའང་རྩ་ནས་དགོངས་དཀྲོལ་མ་བྱས་པ་བྱས་ནས་པའི་ཡན་པ་ལ་མགོ་ཁོག་ནས་ཨ་ནི། ངན་སོང་རྣམས་ལ་འགྲོ་གི་ཡོག་རེད། དེ་བཞིན་གཤིས་པའི་མ་འོངས་པ་ལ་སྔ་རྗེས་མཐའ་མ་ལ་ང་ཡི་ཉན་ཐོས་རྣམས། བྱེ་སྨྲས། སྐྱེས་པ་ངུ་ཤོག་དོགས་པ་ལྟར་ངན་སོང་དུ་གཞོལ་སོང་ལ། ཇི་མ་ལུག་བཞག་པའི་སྐྱེས་པ་མ་ངུ་ཤོག་ལོག་བཞག་ན་ཤོར་སོ་མ་འགྲོ་གི་རེད་སྡོད་སྡོད་གཏོང་དགོས་མ་རེད། ཡང་ན་ཞེ་ད་རིགས་སངས་རྒྱས་ང་ཚོ་སངས་རྒྱས་ཀྱི་ཆོས་བྱེད་མཁན་རབ་བྱུང་ཡིན་རུང་གང་ཡིན་ནས་ངན་སོང་ན་མ་འགྲོ་གི་ཡོད་དམྱལ་བ་ན་ལ་འགྲོ་གི་ཡོད་རེད། བྱེ་བ་མི་རྟག་པ་མ་གོ་ཆོད་ཤེས་ནས་ཉམས་ལེན་ཡག་པོ་བྱེད་མ་བྱས། ཉམས་ལེན་བྱས་པ་དེ་བློ་དང་མི་འཚམས་པ་ཅིག་བྱས། ཨ་དེ་གིས་ཕན་མ་ཐོགས་པ་བྱས། ཨ་ནི་ཤི་དུས་དེ་མ་འགྲོ་ཉམས་ལེན་ཡི་བ་ཡག་བྱས། ཐོར་བུ་ཆ་དག་བྱེད་ལ་སྙམ། རང་གི་སྒོ་དྲག་གིས་ས་དོང་བྲུས་བཞག་པ་དེ་ཧ་མ་གོ། འདི་ཐག་རིན་པོ་ཆེ་ལ་འགྲོ་གི་ཡིན་སངས་རྒྱས་ས་དང་དེ་པ། ཅེས་སྐྱེ་རིང་དང་རྫོགས་རིང་དང་བཞི་པོ་གཅིག་ལ་ཡ་མི་ཡིས་བལྟ་གི་དེ་འགྲོ་ཁག་ཅིག་དེ་མ་ཟག་ཕྱིན་དེ་བ་ཡ་མ་སླེབས་གོང་ནས་དམྱལ་བ་ནི་མ་ལྷུང་འགྲོ་བ་རེད། བྱས་ཙང་དེ་འདྲ་ཡིན་དུས་ངན་དུ་ཁྱོད་ཚོ་ལ། བྱང་ཆུ་སྲིན་གོང་ཞོག་བྱབ་ཟེར་ཡ་དང་བྱབ་མི་ད་པ་སངས་རྒྱས་ཏོག་ལ་མ་གཏོང་ན་ཆོས་ཡོང་གི་ཡོད་མ་རེད། ཨ་དེ་བ་ནི་ས་ལོ་མ་སྟོང་བ་གཅིག་ག་ང་འདོད་པ་ཚ་པོ་བྱས། ད་གཅིག་ཕར་ཤེས་བྱ་དུ་མྱ་ལན་མ་བྱེད་པ་གཅིག་དགོས་ཡོད་གཉིས་ཕར་ཤེས་བྱ་དུ་གསུམ་དགོས་ཡོད། ད་མྱ་ལན་བྱེད་གི་ཡིན་ན་འདི་ལས་ལྷག་པ་ཡོད་མ་རེད། འདི་ལས་ལྷག་པ་བྱེད་སྟངས་ཡང་ཡོད་མ་རེད་ཡོད་མ་རེད་དེ་ཡིན་ན་ཡང་ད་དུང་དགོས་ཡོད་ཟེར་གི་ཡོད་རེད། ག་རེ་ག་རེ་དགོས་ཡོད་མི་ཤེས། དེ་འདྲ་ཡིན་ཙང། ཉམས་ལེན་ཡག་པོ་བྱས་མི་རྟག་པ་དང་ལམ་རིམ་དེ་ཡག་པོ་སྒོམ་དགོས་ཀྱི་ཡོད་ཡིན་པ་རེད། མདོར་ན་ཅག་འཆི་བ་མི་རྟག་པ་བདག་གི་རྒྱུད་ལ་མ་མཆིས་ན་གསང་བ་འདུས་པ་མི་ཟབ་སྟེ་མི་རྟག་རྒྱུད་ལ་སྐྱེས་ཙང་ན་ལྕགས་འབྲུ་ཚིག་བསྲུང་ཟབ་པ་ཡིན་གསུངས་ཡོད་རེད་འཆི་བ་མི་རྟག་པ་ཡག་པོ་ཅིག་དྲན་ནས་ལྕགས་འབྲུ་ཚིག་བསྲུང་བྱས་ནས་ཆུད་ཟབ་པོ་རེད། འཆི་བ་མི་རྟག་པ་མ་དྲན་ན་གསང་འདུས་འདོན་བསྡད་ནས་ཟབ་པོ་མེད་གསུངས་བ་རེད། གཞི་ཆུང་གསང་བ་འདུས་པ་ལས་ལྷག་པ་ཡོད་མ་རེད་གསང་བ་འདུས་པ་རྒྱུད་ཀྱི་རྒྱལ་པོ། མདོ་སྡེ་ཀུན་གྱི་ཟབ་མོ་དང་རྒྱུད་སྡེ་ཀུན་གྱི་རྒྱལ་པོ། ཉང་ཐང་སྟེ་ཅི་ནུས་མི་ནུས་རྒྱལ་བ་མྱ་ངན་ལས་འདས་ཁག་གི་སྐད་ཆ་ཐོས་ཡོང། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་འཛམ་བུ་གླིང་ལ་མྱ་ངན་ལས་འདའ་བའི་ཚུལ་དེ་ཚར་རེར་ད་བཞུགས་ཡོད་མ་རེད། ཞིང་ཁམས་གཞན་པ་ན་མང་པོ་ཡོད་རེད། སངས་རྒྱས་ཁ་ཤས་ལུང་པ་ཁ་ཤས་ན་སྐུ་བཏང་གི་ཡོད་རེད་ཁ་ཤས་ན་སངས་རྒྱས་པའི་མཛོད་བཙལ་གི་ཁ་ཤས་ན་ཆུ་འགོ་བརྐོ་གི་ཁ་ཤས་ན་རྡུལ་བཏུལ་གི་ཡོད་ཁ་ཤས་ལ་མྱ་ངན་ལས་འདའ་གི་ཡོད་རེད་མིག་འཕྲུལ་ནང་བཞིན་སངས་རྒྱས་ཀྱི་མཛད་པ་དེ་བས་ཞིང་ཁམས་མང་པོ་ནང་ལ་བས། མཆོག་གི་སྤྲུལ་སྐུ་མཛད་པ་དེ་དེ་འདྲས་རེད་བྱས་ཙང། སེམས་ཅན་གྱི་ཁམས་དང་བསྟུན་ནས་བྱེད་དགོས་ཡིན་དུས་ང་ཚོ་དེང་སང། མྱ་ངན་ལས་འདས་དང་བསྟུན་པ་ཡིན་པའི་སྐབས་ཆེ་ལ་ཁད་དེ་ཡོད་རེད་ཡོད་རེད་དེ་སངས་རྒྱས་ཀྱི་བསྟན་པ་དེ་ཡོད་རེད། གཞན་པ་ཚོ་དང་མི་འདྲ་བར་གསང་སྔགས་ཀྱི་བསྟན་པ་ཡོད་བསྡད་ཡོད་རེད། ཡིན་ན་ཡང། ལུང་པ་ཁ་ཤས་ནང་ལ་དེ་འདྲ་མྱ་ངན་ལས་འདའ་བའི་ཚུལ་བསྟན་གྲོགས་བྱས་པས་མྱ་ངན་ལས་འདའ་བའི་དགོངས་པ་བཞེས་མཁན་གྱི་སངས་རྒྱས་ཇི་སྙེད་ཡོད་རེད། ད་ནང་བཞིན་གྱི་བའི་སྐྱེས་བུ་དམ་པ། པའི་སངས་རྒྱས་དངོས་སུ་མཇལ་བའི་སྐལ་བ་མེད་ནས་སྤྱི་བོ་དམ་པའི་མྱ་ངན་ལས་འདའ་ཡག་གི་སྒོམ་པ་བཞེས་ཏེ་ངན་གྱི་སྤྱི་བོ་དམ་པ་བསྟན་པ་མཛད་པའི་སྤྱི་བོ་ཇི་སྙེད་ཡོད་ཡོད་དུ་གསོལ་གང་ག་ལ་བས་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་པའི་མོས་པ་བསྐྱེད། འོ་ན་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་པའི་སྐོར་ལ་སངས་རྒྱས་རེ་རེ་དང་རྩ་བའི་བླ་མ་དང་བཅས་པ་ལ་ཡང། སྣ་ཚོགས་རྡོ་རྗེས་མཚན་པའི་སེང་གེ་ཁྲི། རེ་རེ་ཕུལ་བའི་མོས་པ་བྱས་ནས། མྱ་ངན་ལས་མི་འདའ་བར་བསྐལ་པ་ཞིང་གི་རྡུལ་སྙེད་དུ་བཞུགས་པར་བཞུགས་རོགས་གནང་ངོ་སོ་གསོལ་བ་རེ།

བདག་ནི་སུ་ན་མི་ལྡན་སྤྲིན་ཆེན་ཏེ། འབུལ་བའི་ནང་བཞིན་བདག་ལ་ཅང་མ་མཆིས། དེ་རྣམས་ཇི་སྟེ་བསྒོམ་པའི་དོན། བདག་གིས་འདི་བོས་ཏེ་ངེད་ཀྱི་མཐུས་གཞིས་ཤིག། ང་འདི་སུ་ན་མི་མཁན་གྱི་དབུལ་པོ་སྤྲིན་པོ་ག་གེ་མེད་མཁན་ཡིན་ཙང་ག་གེ་འབུལ་ཡ་མེད་འདུག་སི་ད། ངའི་ལུས་འདི་བུ་གུ་ཡིན་ང་ལ་དབང་བ་དེ་རེད་ཅེས་ཕུལ་བ་རེད། ཡང་རྒྱུ་ནོར་ལོངས་སྤྱོད་ཡག་པོ་ཡོད་མཁན་གཅིག་ཡིན་ན་དེ་ཚོ་དཀོན་མཆོག་ལ་མ་ཕུལ་བ་ཅི། བདག་ནི་སུ་ན་མི་ལྡན་སྤྲིན་ཆེན་ཏེ་དཀོན་མཆོག་ལ་བཅའ་ཚུན་བཤད་ནས་མེད་སྐད་རྒྱག་ན་ནི་བཅའ་ཚུན་རེད་དེ། དེ་ནི་བྱེད་ཆོག་རྒྱུ་མ་རེད། ག་རེ་ཡོད་ཡོད་དཀོན་མཆོག་གི་མཁྱེན་དེ་ག་རེ་བ། ཡོད་པ་ཚེ་ཡ་བརྒྱབ་སྒོ་ལྕགས་བརྒྱབ་སྒོ་ལྕགས་གཉིས་སོང་ཚེ་ཕ་བརྒྱབ་སྐལ་པ་ལ་བཏགས། ཨ་བདག་ནི་བསོད་ནམས་མན་ཆད་བྲན་བཞིན་ཏེ། བུའི་ནུ་ཞིག་བདག་ལ་ཅང་མ་མཆིས། ཡོད་ཡ་དེ་དེ་ཡ་བསྡུས་བཞག་ཅང་མ་མཆིས།

འགྲོས་དཀའ་བ་ཆོས་ཕ་རི་ལ་འགྲོ་ཁག་པོ་འགྲོ་ནས་གཞན་པ་ཅིག་ལ་བརྟེན་ནས་འགྲོ་དགོས་ཡ། འོ་དེ་འདྲ་ཡིན་ཙང་འཁོར་བ་འདི་ལས་ཡལ་བའི་གཏིང་མཐའ་མེད་པ་ངན་སོང་སོང་ནི་པའི་མཐོ་རིས་ཀྱི་བར་དེ་ལ་བའི་གཏིང་མཐའ་ཟབ་བོ། དེ་ནི་པའི། སྡུག་བསྔལ་གྱི་སྡུག་བསྔལ་གྱི་རང་བཞིན། འཁོར་བ་ལས་བརྒལ་དཀའ་བ་བརྒལ་བ་ན་དགེ་བའི་བཤེས་གཉེན་ལ་བརྟེན་ནས་བརྒལ་དགོས་བ་རང་གིས་པའི་རང་དབང་བརྒལ་མི་ཐུབ་བ། པའི། ཆ་ཐམས་ཅད་ནི་རྒྱ་མཚོ་དང་འཁོར་བ་གཉིས་མཚུངས་བསྡད་པ་རེད། ད་དེ་ལས་སྒྲོལ་བའི་ཕྱིར་དུ། རང་གི་བདག་ཉིད་སྐད་ཅིག་མ་སངས་རྒྱས་རྣམས་ལ་དབུལ་བར་བགྱི་ཟེར་ཏེ་རང་གི་བདག་ཉིད་སྐད་ཅིག་མ་དབུལ་བ་དེ་ག་འདྲ་རེད་ཟེར་ན། སྐད་ཅིག་གཅིག་ཕུལ་གིན་ཡང་ཕུལ་གིན་མེད་མ་ལེན་གིན་ཟེར་མཁན་འདྲ་བོ་དེ་འདྲ་མ་རེད། རང་གི་བདག་ཉིད་སྐད་ཅིག་མ་ཟེར་བ་དེ་ལ་བསམ་བློ་གཏོང་གཏོང་ད་ཚིག་འཁོར་འགྱུར་གྱི་ཆེད་ཡིན་པ་རེད་བློ་རྩ་བ་བསྒྱུར་གཏོང་གི་ཆེད་ཡིན་ཙང་ད་དེ་ལ་དགོངས་པ་གཅིག་ལེན་གཏོང་བྱེད་དགོས་བ་ཡིན་དུས། གསལ་ཁ་གསལ་ཁ་འདི་ལ་འགྲེལ་པ་གསལ་ཁ་གསལ་རྐྱང་ཅིག་གསུང་ཡ་མི་འདུག་མི་འདུག་དེ་ཡིན་ན་བླ་མ་ཚོའི་གསུང་སྟངས་འདྲ་པོ་གཅིག་ལ། ལུས་ངག་ཡིད་གསུམ་ད་ལྟ་སྐད་ཅིག་མ་འདི་བུས་ཟེར་ཡིན་ལངས་ཡིད་གསུམ་རང་ལ་དབང་ཡག་དེ་ཚེ་འདི་རང་རེད། ཚེ་འདི་སྐྱེ་བ་མང་པོ་ལ་བལྟས་ན་རིབ་གཅིག་རེད། སྐད་ཅིག་གཅིག་རེད། དེའི་རིང་ལ་ང་ཚོ་ལ་རང་ལ་རང་དབང་ཡོད་དེ་བར་བ་དེ་བུས་བྱས་པ་རེད་གསུང་ཡ་གཅིག་དེ་རེད། ཡང་ན་རང་གི་བདག། རང་གི་བདག་ཉིད་སྐད་ཅིག་མ་ཟེར་དུས་རང་གི་བདག་ཉིད། རང་གི་ཕུང་པོ། རྣམ་ཤེས་དང་ཤིན་ཏུ་ཕྲ་བའི་རླུང་སེམས་གཉིས་པོ་དེ་ཐོག་མ་མེད་པ་ནས་ཡོང་ནས་ལྕི་བ་རེ་རེ་ལེན་དུས་ཡང་ལྕི་བ་དེའི་ལུས་དང་ཚོགས་བྱས་ཡང་ལུས་དེ་གཡུག་ཤ་ཡང་ལུས་ཡན་པ་གཅིག་བླངས་དེ་འདྲའི་ཤ་ཐག་ད་ལྟ་ཕན་དུ་ཡོང། ད་ལྟ་ཡང་མི་ལུས་ལས། མི་ཡི་ལུས་འདི་དང་རང་གི་རླུང་སེམས་གཉིས་པོ་དེ་འཚོ་བ་ནི། ཁྱོད་ཚོ་ཅེ་རེ་ལ་ལུས་འདི་བདག་ཏུ་བཟུང་བའི་སྐབས་རེད། དེ་འདྲ་ཡིན་ཙང་འདི་འདྲ་བའི་སྐབས་ཀྱི་སྐད་ཅིག་གི་ལུས་འདི་སྐད་ཅིག་གིས་འཚོ་བའི་ཆོས་ཅན་རླུང་སེམས་དང་འཚོ་བའི་ཆོས་ཅན་གྱི་ལུས་འདི་སངས་རྒྱས་རྣམས་ལ་འབུལ་གྱི་ཡིན། དོན་དག་དེ་འདྲ་ཡང་ཡིན་པ་རེད། ལུས་འབུལ་བ་དེ་དགོས་པ་ཆེན་པོ་ཡོད་རེད། ལུས་སྤྱི་སྐོང་ཕུལ་བ་ཙམ་མ་ཡིན་པར་ལུས་ངག་ཡིད་གསུམ་རང་ལ་དབང་འོས་པས་ལུས་ངག་ཡིད་གསུམ་པས། བློས་ལིང་གཅིག་གཏོང་ནས་བླ་མ་ཁོ་རྒྱུད་ལ་འབུལ་ནས། བླ་མ་དཀོན་མཆོག་གི་སྐྱབས་འོག་ཏུ་ཚུལ་བཟུང་བསམ་པ་བྱས་ན། ཆོས་སྒྲུབ་པའི་བར་ཆད་ཡོང་གི་ཡོད་མ་རེད། མི་མ་ཡིན་གྱི་བར་ཆད་ཁོག་འགྲོ་གི་ཡོད་རེད། གཞན། རྒྱལ་པོ་རིན་པོ་ཆེ་ལ་མགོ་བཏགས་བཞག་ནས། ཡ་མ་ཟུག་གི་ཐུགས་ཚོད་གཏོང་ནུས་གི་མ་གཏང་དེ་ག་ནང་བཞིན་གྱི། ཆོས་སྒྲུབ་པའི་བར་ཆད། བའི་ཞེས་པ་དང། དེ་ག་ནང་བཞིན་ཚོགས་རྒྱ་ཆེན་པོ་གསོག་པ་དང། འབུལ་བའི་ནང་ནས་དངོས་པོ་བདག་ལས་རྩ་ཆེ་བ་ནོ། རྩ་ཆེ་ཤོས་དེ་ཕུལ་བ་ཡིན་ཙང། འཚོ་བ་རྒྱ་ཆེན་པོ་བསགས་ཀྱི་ཡོད་རེད། བདག་ནི་ཁྱེད་ཀྱིས་ཡོངས་སུ་བཟུང་བའི་སེར་སྣ་མི་འཇིགས་སེམས་ཅན་ཕན་པར་བགྱི་ཟེར་ནང་བཞིན་ད་རང་གི་ལུས་འདི་སངས་རྒྱས་བྱང་སེམས་ལ་ཕུལ་ཚར་ཡིན་སྨྲས་པ། ད་ཁོ་རང་ཚོའི་བཀའ་དྲུག་ནང་མ་གཏོགས་རང་ལ་རང་དབང་ཡོད་མ་རེད། སངས་རྒྱས་བྱང་སེམས་ཀྱི་དགོངས་པ་བཞི་ཡ་ལ་གཞན་དོན་མ་གཏོགས་ཡོད་མ་རེད། དེ་ཡིན་ལ་སེམས་ཅན་ལ་ཕན་པ་ཅི།

ངན་སོང་ནང་ལ་ཡོད་བསྡད་པ་དང། ཨ་ནི་དུད་འགྲོ་ཡིད་བརྟན་སྡུག་བསྔལ་གྱིས་མནར་བ་མྱང་ཐག་པ། ཡི་དྭགས་དུད་འགྲོ། ངན་སོང་གསུངས་སོ། ཨ་མི་ཡིན་ན་མི་བས་སྐྱོ། སྡུག་པ། ནད་པ། ཨོ་དེ་འདྲ་གི་བས་མི་འདོད་པ་དུ་མས་རྩིས་བསྡད་པ་ལྷ་བར་ཉིད་ཀྱི་ཡུལ་ཡིན་པ་བྱས། ད་དེ་ནས་ཅང་མི་ང་ཤེས་པའི་ཨོང་ཡོད་མཁན་ཨོང་ཆེན་པོ་བཅས་ཁྲིང་ནུ་ཨོང་ཡོད་སྟོང་དམག་རྒྱབ་མི་བསད་ལྟ་ཕྱིར། སྡིག་པ་ཆེན་པོ་བསགས་བསྡད་ངན་དེ་ལས་ཅང་ཉིད་ཀྱི་བྱེད་པོ་རེད། ཁོང་དང་རབ་པའི་སྡིག་པ་ཆེན་པོ་བྱས་པ། སྒྱུ་མ་དམྱལ་བ་རྣམ་མེད་རྣམས་ལ་ཡལ་ཐབས་མེད་པ་ཞིག་པས་སྡུག་བསྔལ་ཆེན་པོ་དེ་མྱོང་རན་དུ་ཡོད་རེད། དེ་འདྲ་ཡིན་ཙང་དུས་རབས་པས། སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་ཐམས་ཅད་དང་བྲལ་བར་གྱུར་ཅིག་སྡུག་བསྔལ་དངོས་སུ་ཡོད་པ་སོགས་སྡུག་བསྔལ་དེ་དང་བྲལ་རོགས་བྱས་ན་ཅི་མ་རུང། སྡུག་བསྔལ་དངོས་སུ་ད་ལྟ་མེད་ནས་ད་ལྟ་བས་ཨོང་ཆེ་ཆེ་འདྲ་ཆགས་ཐག་ཆོད་བྱས་ནས་མི་ཡུལ་ལྷ་ཡུལ་ལས་འདས་ནས། མི་ནི་མ་བྱུང་རུ་ཆོག་ཆོག་བྱས་ཏེ་ང་ཚོ་དེ་བས་ཀྱང་ཉིད་ཀྱི་སངས་པས།

སྙིང་ག་ལ་ཡོད་པའི་རང་གི་ཤིན་ཏུ་ཕྲ་བའི། མི་ཤིགས་པའི་ཐིག་ལེ་ལ་ཐིམ། དེ་ནང་གི་རླུང་སེམས་གཉིས་ཡོར་དང་ཤིན་ཏུ་ཕྲ་བའི་རླུང་སེམས་གཉིས་དང་ངོ་བོ་དབྱེར་མེད་དུ་ཐིམ་པས་རྒྱུད་བྱིན་རླབས་གསུམ་བསམ་པར་བྱ། དམིགས་པ་ཡག་པོ་བྱེད་ཀྱི་ཡིན་ན་བླ་མའི་རྣལ་འབྱོར་དང། བཟླས་ཏེ་ཚོགས་ཞིང་མཆོད་པ་འདི་དང། བདུད་སྲིན་དགོན་སྡེ་གཉིས་པོ་དེར་འང་གཅིག་ཡིན་ནི་ལ། ལས་གཞན་དང་མི་འདྲ་བའི་ཚོགས་གསོག་ཆེན་པོ། བར་ཆད་བྱེད་མི་ཚུགས་པའི་གནས་ཟབ་མོ། རྒྱན་ལ་བརྒྱུད་པའི་སྒོ་བའི་ཟབ་མོ་བཞི་པོ་གཅིག་ཡིན་གསུང་གི་ཡོད་རེད། དེ་ཡིན་ཙང་བླ་མ་འོས་གཞི་གཅིག་ཡིན་ནི་བྱས་ཆོག་རེད་འོས་གཞི་གཅིག་ཡིན་ནི་འོས་སྔོན་པོ་ཞུ་དགོས་ཀྱི་ཡོད་ནའང་གསུང་ཡ་ཡོད་རེད། ཡང། འགའ་ཤས་ལ་འོས་དམའ་པོའི་རྣམ་པ་ཞུ་གསུང་ཡ་ཡོད་རེད་དེ་གསུང་ཡ་དེ། རྣལ་འབྱོར་མའི་སྐབས་སུ་བླ་མ་རྡོ་རྗེ་བཅུ། གསུང་རྡོ་རྗེ་རྣམ་པ་བཅས་ཡོང་ཡིན་ཙང་འོས་དམའ་པོ་བྱས་པ་རེད།

རྐྱེན་ངན་པ་བར་ཆད་འདྲ་གར་བྱུང་ན་རྐྱེན་ངན་ལམ་དུ་བསྒྱུར་བའི་མོས་ངང་བྱ་ཤུལ་ཡིན་སེམས་དགོངས་ནས་བློ་སྦྱོང་བྱེད་ཀྱི་ནི་དེ་ལས་ལྷག་པ་ཡོད་མ་རེད་དེ་མ་བརྗེད་པར་འཆད། ཨ་ནི་རྐྱེན་ངན་འདོགས་ཡག་གི་གི་ཞུར་འདྲ་བོ་དང། བས་གཅིག་བྱས་པ་རེད་ཁོས་ཨ་ཧོ་ཁོ་ཡག་པོ་ཅིག་འདོད་དགོས་ཁོ་གཅིག་བཞི་པོ་ཅིག་སྟོན་པར་ད་ཁོས་བཞི་པོ་སྒུམ་པ་རེད་ཟེར་ཡག་གི་ཁོ་ཆོས་པ་རེད་ཟེར་ཡག་སྐད་ཆེ་ཆེ་ཨ་ཡོང་བསམ་པས། ཆོས་འདྲ་བོ་བྱས་ན་ནི་ཆོས་གས་གས་ཡོད་མ་ད་དེ་བས་གཅིག་འཁྲུལ་པ་ལས་ཀྱང་ཡང་འཁྲུལ་ཡིན་སོང་རྒྱལ་བ་སྐལ་བཟང་དུ་གསུངས་ལས། ཚེ་འདི་སྣང་གི་རྐྱེན་ངན་བཟློག་པ་དང་ལོ་འདོད་ཀྱིས་བསྐུལ་བའི་དགེ་སྦྱོར་ལ། ཆུའི་གཤའ་མ་བཅད་པ་འཁྲུལ་བསལ་ན་འདི་འཁྲུལ་པ་ལས་ཀྱང་ཡང་འཁྲུལ་ཡིན་གསུངས་ཡོད་རེད། པའི་རྐྱེན་ངན་མ་བཟློག་ཡག་གི་དོན་དག་ལ་ཅིག་འདོན་ཡག་དེ་དང། གཅིག་བྱས་ལོ་བཏབ་ལོ་གཅིག་པས་ཅིག་བསལ་དགོས་ཡིན་མི་ཡི་སྐད་ཆ་སྙན་པོ་ཡོང་ཡག་གི་དོན་དག་དོན་དག་པས་འདི་འདི་དང་ཆོས་བྱེད་ཀྱི་དབང་དུ་བྱས་ནས་བྱེད་ཡག་སྙན་པོ་དེ་ཆུས་ཆུས་དངོས་གནས་ཅིག་བྱེད་ཀྱི་ཡོད་བསམ་གྱི་ཡོད་ན་འཁྲུལ་པ་ལས་ཀྱང་ཡང་འཁྲུལ།

ཟེར་ན་དེ་མི་གོ་བ་ཞིག་བཟོ་དགོས་ཀྱི་ཡོད་རེད། དེ་ལ་སྐུ་གསུང་ལམ་ཁྱེར། དཔེར་ན་ཁྱེར་བ་དེ་སྦྱངས་ནས་ཆོས་སྐུའི་ལམ་ལ་ཁྱེར། བར་དོ་སྦྱངས་ནས་ལོངས་སྐུའི་ལམ་ལ་ཁྱེར། སྐྱེ་བ་དེ་སྦྱངས་ནས་སྤྲུལ་སྐུའི་ལམ་ལ་ཁྱེར་ཡག་གི་ལམ་ཁྱེར་གསུམ་པོ་དེ་བསྒོམ་དགོས་ཀྱི་ཡོད་རེད། དཔྱད་གཞི་བར་དུ་རྫོགས་དངོས་སུ་སྦྱོང་མཁན་གྱི་ལངས་པའི་ཁ་གཏད་གཏོད་མཁན་གཉེར་པོ་དངོས་གནས་དེ་ནི་རྫོགས་རིམ་གྱི་སྐུ་གསུང་ཐང་ཆེན་དེ་རེད། རྫོགས་རིམ་གྱི་རྟོགས་པ་རྒྱུད་ལ་སྐྱེ་བ་ལ་ཁོ་མིང་བཞེས་ཀྱི་བསྐྱེད་རིམ་ཧོན་དུ་འགྲོ་དགོས་བ་རེད། བསྐྱེད་རིམ་སིལ་སྙན་དེ་དེ་བས་བཅུད་ནས་དགོངས་ནས་བརྟགས་ཞིང་བཅོས་པའི་རྣལ་འབྱོར་བཅོས་མ། པའི་ཡར་སྐྱེ་བཟོ། སེམས་ཀྱི་ཡར་བཟོ་ནས་དགོངས་ནས་བཅོས་མའི་རྣལ་འབྱོར་གཅིག་རེད། དེ་ལ། སྤྱི་རིང་གི། སྤྱི་ཞི་བར་དོ་ཚོ་སྦྱོང་བར་བྱས་པ་ལ་སྤྱི་ཞི་བར་དོ་གསུམ་པོ་དེ་ངོ་ཤེས། དེ་དང། སྤྱི་རིང་གི་སྐུ་གསུང་ལང་ཆེན། བྱས། སྦྱོང་བྱེད་སྦྱོང་བྱེད་དུ་ངོ་འཕྲོད། འགྲོ་སྟངས་ཡག་པོ་དབུ་ཅུ་ཤན་ནི་དེ་ནི་དགོངས་དགོས་ཀྱི་རེད། རྟ་རྒྱུག་གི་ལ་བཅུའི་བསྟན་པ་ནང་བཞིན་ཡག་པོ་ཅིག་ཤེས་དགོས་ཀྱི་ཡོད་རེད། སྦྱོང་བཞི་ཀ་རེ་ཟེར་མཐའ་མེད་པ་རང་འོང་མེད་པ་ལས་འོང་གི་ཤེས་བར་དོ་སྤྲོ་བ་སྐྱེ་བ་ལེན་དགོས་ཡ་སྐྱེ་བ་དང་འོ་དེ་རེད། དེ་ཡང་མ་འོངས་བར་དོ་ཡོང་རྒྱུ་དེ་རེད། ངས་མ་ང་ཚོ། ཅེས་པ་ལན་ཚར་དེ་འབྱུང་ཡ་མར་ཚར་རེད་དང་ལྟར་ཚར་རེད། ཕྱིན་ཚར་རེད་གོ། འོ་ན་འབྱུང་བྱེད་སྤྱི་བཞི་བར་དོ་གསུམ་པོ་དེ་འབྱུང་མཁན་གྱི་ལམ་གྱི་འབྱུང་ཡ་གྱི་གཙོ་བོ་ནི་རྫོགས་རིམ་རེད་སྤྱི་རིམ་སྐབས་སུ་དེ་དང་རྣམ་པར་མཐུན་པར་མོས་པ་ཡིད་ཆེས་བྱས་ཏེ་བརྟགས་ཤིང་དཔྱོད་པའི་རྣལ་འབྱོར་གྱིས་བསྒོམ། དེ་བསྒོམ་པ་ལ་བརྟེན་ནས་ནི་རྫོགས་རིམ་སྐྱེ་བའི་རྒྱུ་ཡོད་མིན། རྫོགས་རིམ་དངོས་གནས་སྐྱེ་ཡོང་སོང་ནི་སྤྱི་བཞི་བར་དོ་གསུམ་པོ་དེ་དངོས་གནས་ལ་སྦྱངས། དེ་སྦྱངས་པའི་འབྲས་བུ་དུ་སངས་རྒྱས་ཀྱི་སྐུ་གསུང་སྐུ་གསུང་གི་གོ་ཁུང་དུ་ཐོབ་དགོས་ཀྱི་ཡོད་རེད། ད་འབྱུང་ཡག་དེ་ཐ་མལ་པའི་འཆི་བ་དེ། ང་རང་ཚོས་ཤེས་ཡག་དེ་འབྱུང་ཡག་དེ་ལ་སྤྱི་རིང་གི་སྐབས་སུ་ཡིན་ན། སྤྱི་རིང་གི་སྐབས་ཀྱི་འོད་གསལ་རེད་དཔེ་ཡི་འོད་གསལ། དཔེ་ཡི་འོད་གསལ་འགྲུབ་པ་རེད་ད་སྤྱི་རིང་གི་འོད་གསལ་དེ་རེད། དེ་མ་དཔེ་ཡི་འོད་གསལ་མ་གཏོགས་དོན་གྱི་འོད་གསལ་ཡོང་ས་ཡོད་མ་རེད། དཔེ་ཡི་འོད་གསལ་གྱི་བར་དེ་འོད་གསལ་བྱས་བར་དུ་འབྱུང་བྱས་དེ་སྤྱི་རིང་པའི།

རྫོགས་རིམ་གྱི་སྐབས་སུ་དོགས་མ་དཔེ་འོད་གསལ་མཐའ་རྟོགས་མ་རྟོགས་དོན་གྱི་འོད་གསལ་གནས་སྐབས་ཡོད་མ་རེད་དཔེ་འོད་གསལ་དེ་རེད། དཔེ་འོད་གསལ་མཐའ་རྟོགས་གྲུབ་ན་ནི་བར་དོ་ཡོད་མ་རེད་ཚེ་དེ་ལ་སངས་རྒྱས་པའི་ཁྱད་པར་རེད། དཔེ་འོད་གསལ་མཐའ་རྟོགས་གྲུབ་ནས་དེ་ལས་ཡར་ལྡང་བའི་མ་དེ་ནི་སྒྱུ་ལུས་རེད་སྒྱུ་ལུས་དེ་བར་དོ་གི་ཚབ་རེད་བར་དོ་དེ་ནི་སྒྱུ་ལུས་གྲུབ་སོང་ནི་བར་དོ་ཡོད་མ་རེད། ད་ནི་སྒྱུ་ལུས་དེ་ཕུང་པོ་རྙིང་པ་ལ་ཚུར་ཞུགས་བྱེད་ཡག་དེ་སྤྲུལ་སྐུ་རེད་སྤྲུལ་སྐུ་འབྱུང་བྱེད་རེད། འོ་ད་དེ་འདྲ་ཡིན་ཙང་ལམ་དེ་ཆ་རིམ་པས་རིམ་པས་ཡར་བགྲོད་དགོས་དུས། བསྐྱེད་རྫོགས་གཉིས་ཆ་ལས་བང་སྒྲིག་འགྲོ་དགོས་རེད་མ་གཏོགས་སྤྱིར་རིང་མ་དགོངས་པར་རྫོགས་རིང་དགོངས་ནས་སངས་རྒྱས་འགྲོ་ས་ཡོད་མ་རེད། བོད་སྔ་རབས་པ་ཚོ་གིས་སངས་རྒྱས་ཀྱི་སྐུ་ཕུང་ཐོག་གཉིས་འདོན་ནས་རྫོགས་རིང་དགོངས་དགོས་རེད། སྤྱིར་རིང་ལ་ལྟོས་པ་ཡོད་མ་རེད་ལྷག་དགོངས་དགོས་མ་རེད་སྔགས་འདོན་དགོས་མ་རེད་པས་ཧ་ལམ་དེ་པ་ཅིག་ལ་བཞི་པོ་ཅིག་ལས་འགྲོ་ས་ཡོད་རེད་ཟེར་བ་ཞིག་གིས་གཟབ་པོ་གཟབ་པོ་དེ་འདྲ་གི་བའི་བྱིས་པ་གཅིག་ཟི་ངན་ཡོག་རེད། དེ་འདྲ་བྱས་ན་ཟི་ངན་དུ་ཟུ་ལ་ནི། བའི་སངས་རྒྱས་ཐུགས་ཀྱི་ཕ་དར་བཞག། སྤྱོད་པ་ཡག་རེད་འགྲོ་གི་ཡོག་མ་རེད། ཐ་མ་ལས་དུས་སྡུག་བསྔལ་ན། སྤྱོད་ངན་བསྟན་སྐྱོ་སྒྲུག་དེ་འདྲ་ཡོང་རྒྱུ་ཡོད། ད་ངས་མཐོང་མ་མྱོང་མ་གི་ང་ཚོ་ཁམས་ལ་ཐག་ཉེ་ས་ཅི་ལ་རེད། འདི་གི་ནི་ཆོས་བྱས་ནི་མ་འང་ལྷད་འོང་སྡོད་ས་མེད་བརྙན་བརྙན་འཛིན་དང་བྲལ་ནི་ལུང་པ་དེ་བ་མ་འང་བྱས། ད་ཁོ་མོས་རྣལ་འབྱོར་པ་རུ་བཅས་སླེ་འོང་ཙང་མི་ཚང་གཅིག་གི་རྩར་ནན་འཚང་བྱས་བསྡད། ཨན་དྷོ་ཁ་ཆུ་ཁོང་འདྲ་བོ་བྱིན་ཏེ་ང་བས་ཆུ་ཁོ། གར་ས། ཆུ་ཁོ་རྡོ་རྗེ་འཆང་ཡིན་འོ་ཁྱོད་ཚོ་ང་ལ་དད་ལོག་མ་བྱེད་ཤ་ཏག་ཟེར་གི་རེད། ཁོ་ཆུ་ཁོ་རྡོ་རྗེ་འཆང་ག་འདྲའི་རེད་ཟེར་དུས་ཁོ་སིང་སིང་ངོ་འཕྲོད་དུ་ཡོད་ཅེས་པ་རེད། སིང་ངོ་སྤྲོད་པ་རེད་ཟེར་ཞག་པོ་བདུན་ལ་སིང་ཁྲིད་ཞུ་རྒྱུ་ཅེས་པ་རེད་དེ་ཞོར་ཡིན་པ་འདྲ་འདུག་བྱ་བ་བདུན་ལ་སེམས་ཁྲལ་ཞུ་ཚར་སོང་ན་སེམས་ངོ་འཕྲོད་པར་སེམས་ངོ་འཕྲོད་དུས་ག་རེ་འཕྲོད་ཟེར་རང་སེམས་སངས་རྒྱས་སུ་མཐོང་མྱོང་བ་རེད་ཟེར། རང་སེམས་སངས་རྒྱས་སུ་མཐོང་ཡག་རང་སེམས་དེ་སངས་རྒྱས་ཡིན་པ་དེ་མཐོང་རྒྱུ་དེ་ག་བ་ཡོད་རེད་ཟེར་ཐོག་མ་མེད་པ་ནི་ཡོད་རེད། ད་ནངས་སྔ་མོ་འབའ་ས་སྔས་མ་སྔས་མོ་ནི་འབའ་རང་གི་སེམས་སངས་རྒྱས་ཡིན་པ་ཡོད་རེད་ཟེར། སེམས་སངས་རྒྱས་རེད་དེ་མ་རེད་པའི་བསྒྲིབས་པའི་བསྒྲིགས་དེ་ནི་ང་ཚོས་དེ་མཐོང་གི་ཡོད་མ་རེད།

ལྷ་བསླབ་པ་མང་པོ་ས་བདང་དེ་ག་རེ་རེད་ཟེར་གི་ས་དང་ནོ་ཁོས་ཁོ་རེ་ག་ཡི་དྭགས་ངོ་མ་ཤེས་པ། ད་སེམས་ངོ་སྤྲོད་བ་རེད་ཟེར་སེམས་ཁྲེལ་དེ་བྱ་བ་དོན་གྱི་ཁྲེལ་དགོས་ཀྱི་ཡོད་རེད། སེམས་ཁྲེལ་སྟངས་དང་བླ་མ་སོ་སོའི་བྱ་བཞིན་མི་འདྲ་བ་ཡོད་རེད། སེམས་ཁྲེལ་མཁན་གཅིག་གིས་ནི་ནང་ཁུང་ནང་ལ་བཅུག་ཤོག་གི་རེད། མི་དྲ་ཕྱི་དྲ་གོ་རྒྱུ་མེད་པར་ས་ཐག་རིང་པོར་བུད་པ་ལྗང་གོག་རེད་པ་དེ་འདྲ་བཟོ་བཅུག་བརྒྱབ་ནས་ཕྱི་ནང་བཅུག་ཟ་རྒྱུ་འཐུང་རྒྱུ་དེ་བོ་བཞག་སྒོ་མ་བརྒྱབ། སྒོ་ལྕགས་བརྒྱབ། རྩ་བ་ནས་གོ་རྒྱུ་མེད་མཁན་ནང་ཁུངས་གསལ་ཁ་རྒྱུ་ནས་ཉེས་མིང་ཀུན་ལ་ཡོང་ས་མེད་ས་ནང་ཁུངས་གཅིག་པ་ཞག་པ་དོན་སང་གཏོང་བྱེད་བྱ་བ་རེད། ནང་ཁུངས་ནང་ལ་ཅིག་འཁྲུལ་ནས་འཁྲུལ་བསྟན་མེད་དེ་འདུག་བ། ནང་ཁུངས་ནི་སྤྱི་མ་དང་བ་འགྲོ་སྒོ་མ་གཉིས་པ། ཅིག་དེ་བ་སྙང་འགྲོ་དེ་སྒོ་ཨ་ཤི་ལ་ལ་བ་ཆང་ནས་ཡར་ངོ་མ་ཤམ་པ་དེ་འདྲ་ཡོང་གི་འདུག་བ་དེ་འདྲ་ཡིན་ཙང་ཅིག་འཁྲུལ་གི་ཡོད་འདྲ། ཁོ་ལ་རྩོམ་པ་ལོབས་ས་དཔྱད་སྦྱོང་བྱེད་བཞག་ཡོད་འདྲ། དཔྱད་སྦྱོང་དེ་ཀོ་བ་གི་དཔྱད་པ་ཁ་ཀོ་བ་གྲ་མ་འདྲ་བ་ཅག་ཧྲ་གི་ཧྲུ་གི། ཅིག་གཟུགས་ཐིག་པ་པ་རེད་པ་དེ་འདྲ་ཡོད་འདྲ་འདུག་ཁོས་ཉི་མ་གཅིག་དགུང་ལག་གཅིག་ལ། བའི་ནང་གོང་ན་བསྡད་ཙང་ཉལ་ཆ་ལྐུགས་མར་བ། གཙང་པོ་དེ་འཇུ་ག་བྱེད་ཙང་ལྕེ་ཅུང་ཁ་དེ་འཇུ་བར་དགའ། སྟག་གི་ཨམ་ཅོག་དང་ཇི་ལྟར་བྱེད་དེ་ཨམ་ཅོག་དེ་མ་འཇུ་དུས་སྟག་གི་སྣ་ཁུག་དང་མིག་དང་ཇི་ལྟར་ལབ་པ་འཐད། ད་སྟག་དང་ལས་ཤ་ཟ་ཁུ་དེ་མ་གནས་ནས་འདུག་ཟིན་ཡོང་དུས་སྟག་གི་གཞུ་ཁུ་དེ་བ་ཆེ་ལ་ལྕི་ཡང་ཡིན་པས་གཟུར་བ་ཅི་ཐུབ་ཅིང་བུ་དང།

དེ་ཡོད་ཡག་ག་འདྲ་ཡོད་རེད་སེམས་སངས་རྒྱས་ཀྱི་རིགས་ཟ་མའི་ཡི་གེ་ས་བོན་ཡོད་རེད་སེམས་བདེན་པ་སྒྲུབ་པའི་ལྟུང་བ་སྟོང་ཉིད་དེ་ནི་རང་གཞན་ནའི་རིགས་རེད་དེ་ཉིད་ཡོད་ཚར་ནི་མེད་པ་ཨ་ནི་དགོངས་རྒྱལ་གྱི་ཡིན་ན་སྒྲིབ་པ་ལས་གྲོལ་འགྲོ་སོང་ན། སེམས་རང་གཞན་འོད་གསལ་བ་འདི། སེམས་ཀྱི་སྟེང་གི་སྟོང་པ་ཉིད་དེ་སངས་རྒྱས་ཀྱི་ངོ་བོ་ཉེ་པོ་རེད་འགྲོ་གི་རེད་ཟ་མའི་ཡི་གེ་ས་བོན་དེ་ཆོས་སྐུ་དང་གཟུགས་སྐུ་ཕྱི་དང་འདིར་ཆོས་སྐུ་ལ་འཇུག་དགོས་རེད་དེ་འདྲ་ཡིན་ཙང་ཁོ་སྒྲིབ་པས་སྒྲིབ་དེ་ཡོད་དེང་སང། དེའི་དཔེ་དེ་ལ་སངས་རྒྱས་དཔལ་ངན་སྦྲང་རྩི་སྦྲང་མ་ལ་སེ་ཡག་གི་དཔེ་དགོས་གསུངས་ཡོད། ད་དཔེ་དགོས་དེ་ཇི་བཞིན་ནི་རང་བཞིན་གནས་རེད། སེམས་སྟོང་པ་ཉིད་རང་བཞིན་གྱི་ཡོད་ཟེར་བ་སྟོང་པ་ཉིད་དེ་ལ། ཁོ་རང་རང་བཞིན་ལ་དྲི་མ་ཞུ་ཡ་མེད་ནས་ང་རང་ཚོ་ཆགས་སྡང་མོ་ཟུང་གིས་བྲིས་ནས་སྟོང་ཉིད་རྟོགས་གི་མི་འདུག་བ་ག་ཚད་བསམ་བློ་གཏོང་ནས་རྟོགས་མ་ཐུབ་ཡ་དེ་གློ་བུར་གྱི་དྲི་མས་བསྒྲིབས་པ་རེད། སྟོང་ཉིད་མ་གཏོགས་སྙིང་རྗེ་མ་སྐྱེས་པ་ཙམ་སྙིང་རྗེ་ཆེན་པོ་མ་སྐྱེས་འོང་དུས་རིས་གསལ་མི་ཐུབ་བདེ་བ་ཟག་མེད་ཞིག་གིས་ས་བོན་དུ་ས་བོན་རང་བྱས་སོན་ལྟ་བུ་དེ་ཆུ་ལུད་རྫོང་བོ་ནས་ཡར་མྱུ་གུ་སྐྱེས་མ་ཐུབ་བར་གྱི་བདེ་བདེ་བ་རེད། སྙིང་རྗེ་ཆེན་པོ་སྐྱེས་རོགས་བྱས་ན་ཟག་མེད་ཞིག་གིས་ས་བོན་དུ་ཡར་སད་ནས་ཐེག་པ་ཆེན་པོའི་རིས་གསལ་ཡོང་ནས་ཐེག་པ་ཆེན་པོའི་ལམ་ལ་ཞུགས་ཆོག་ཆོག་བྱས་ཡོང་བ་རེད། ཨན་ཅང་ཤེས་ཆུ་ལ་སྲིན་བཅས་འོང་འཇུག་གོ། དེ་ནས་སྟོང་པ་རྙེད་དེ་རྟོགས་ཡོང་སོན་སྟོང་རྙེད་དེ་དགོངས་ཀི་དགོངས་ཀི་དགོངས་ཀི་བྱས་དྲི་མར་དིང་ཀ་ལས་ཀ་ལས། ཉོན་པོ་མར་ཤེས་བྱའི་དྲི་མ་སྦྱང་གི་སྦྱང་གི་བྱས་ནས་དྲི་མ་དག་འགྲོ་དུས། སྟོང་རྙེད་ཁོ་རང་གི། རང་གི་སེམས་ཀྱི་དྲི་མ་དེ་དག་འགྲོ་ན་ཨ་ནི་ཆུ་རྙེད་ཁོ་ར་ཡི་ཆུ་རྙེད་དྲི་མ་མེད་མཁན་ར་ཡི་འགྲོ། སེམས་དེ་ཡ་བས་སེམས་ཀྱི་ཡ་རྒྱལ་ནི་བས་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་ཡ་བྱུར་འདུག་རྗེས་འཇུག་གི་རིགས་རེད། དེ་འདྲ་ཡིན་ཙང་ད་རྗེས་འཇུག་གི་རིགས་དེ་ལ། སྟོང་བཞི་དབང་དུ་བྱས་ནས་རིགས་བཅུ་གསུམ་གསུངས་ཡོད་རྟོགས་པ་ཡི་ནི་ཆོས་དྲུག་དང་ཟེར་ཡ་དེ་མ་རྩེ་ན་དེ་འདྲའི་གི་རྣམ་གཞག་བྱས་ནས་ཕར་ཞེན་རྩོད་མཁན་སུ་གི་རྒྱལ་ཞིང་ཡིན་རྒྱལ་བ་བཞིན་ཡོད་རེད་ད་དེ་འདྲའི་རྩོད་པ་བྱས་མ་མྱོང་ངས་གི་ཨ་ནི་གཅིག་བསྒྲིགས་དེ་ཡོད་རེད་བསམ་པས་གཅིག་སེང་ར་ཅན་ཡོད་ཟེར་བ་པས་དང་པོ་སངས་རྒྱས་རྒྱུ་མེད་པ་སེང་ངེ་འདྲ་པོ་ཡོད་སངས་རྒྱས་རྒྱས་པ་ཅི་འདའི་ཡོད་པ་ཅི་སངས་རྒྱས་ཡོད་བ་ཅི་སངས་རྒྱས་དེ་ལ་དེང་སང་ཆགས་སྡང་མུན་སོང།

དེའི་སྟོང་ཉིད་སེམས་ཀྱི་སྟེང་ལ་ས་མིག་ཞིག་ས་བོན་ཡོད་རེད། སེམས་ཆེན་པོ་སྲིད་མཚོན་ཆེ་ལས་ཡོད་རེད། ས་མིག་ཞིག་ས་བོན་དེ་རྗེས་འཇུག་གི་རིགས་སངས་རྒྱས་ཀྱི་རིགས་གཉིས་ཡོད་རེད། ད་ང་རང་ཚོས་སྙིང་རྗེ་ཆེན་པོ་སྐྱེས་སོང་ན་སྒོམ་ནས་ལམ་རིང་དགོངས་ནས་སྙིང་རྗེ་ཆེན་པོ་འཁྲུངས་སོང་ན། རིགས་དེ་སད་པ་རེད། ས་བོན་ས་འོག་ལ་བཙུགས་ནས་མྱུ་གུ་ཁ་ཁོ་ལའང་ཁ་འབུས་འགྲོ་བྱེད་ཡག་གི་ཁུ་སྔ་མའི་ས་བོན་སྐམ་པོ་མ་ཡིན་པ་གཅིག་པ་གཅིག་འགྱུར་འགྲོ་བ་རེད། དེ་དུས་ཐེ་བ་ཆེན་པོའི་རིགས་སད་ཟེར་གི་རེད། ད། སྟོང་ཉིད་དེ་ལ། ཁོ་རང། རེད་འགྲོ་ཡ་གི་ཡོད་མ་ཡོད་ཡོད་པ་རེད། ས་བོན་དེ་ཡོག་ཡིན་ཚོ་ས་བོན་དེ་ཡག་གཅིག་འོང་ནས་ཡ་རུ་ཡ་རུ་ཕྱིན་དེ་ནི་བྱང་ཆུབ་ཆོས་ལ་སེམས་བསྐྱེད་དུ་ཡ་ཡ་ཡ་ཡ་བྱས་ནས་དེ་ནི་འཕགས་པའི་ཡེ་ཤེས་བསྐྱེད་དེ་ནི་སངས་རྒྱས་ཀྱི་ཐུགས་ཆེན་པའི་ཡེ་ཤེས་ངོར་འགྲུབ་དགོས་རེད། ད་རེས་སང་ཉིན་ང་རང་ཚོ་ལ་སེམས་བདེ་མ་གྲུབ་པའི་ལྟུང་བ་སྟོང་ཉིད་དེ་ཡོད་རེད་པ་དེ་སྟོང་ཉིད་དེ་ང་ཚོས་མ་ཤེས་འདས་ཡོད་རེད། སེམས་རང་བཞིན་གྲུབ་པའི་སྟོང་ཉིད་དེ་ང་ཚོས་མ་ཤེས་པ་བདེན་འཛིན་གྱིས་བསྒྲིབས་ནས་སྟོང་ཉིད་རྟོགས་གི་མི་འདུག་འོངས་སུ་ང་ཚོས་ད་སྟོང་ཉིད་དུ་རྟོགས་རོགས་བྱས་ན། སེམས་དེ་གི་སྟེང་ཉིད་དེ་སྟོང་ཉིད་དེ་སེམས་ཀྱི་ངོས་འཕྲོད་པ་རེད་དགོངས་དགོས་རེད་དགོངས་ནས་སྟོང་ཉིད་དེ་ཡ་ཡ་ཡ་རྟོགས་ནས་མི་མངོན་སུམ་དུ་ཡ་རྟོགས་སྒྲིབ་གཉིས་སྤངས་འགྲོ་གི་རེད་སྒྲིབ་གཉིས་སྤངས་སོང་དུ་ཆུད་ནས་ནི་སྒྲིབ་པ་མེད་པའི་སྟོང་ཉིད་དེ་ཡ་ཡ་ཡ་ཅེས་སངས་རྒྱས་ཀྱི་རང་ངོ་རྙེད་ཁོ་རེད་དགོས་རེད། སྟོང་ཉིད་ཁོ་ར་གུང་གུང་གུང་བྱས་ནས་སྤྱི་ཁོག་གི་ཐོང་ཕུང་ཕུང་ཐུག་གི་མ་རེད་དགོང་པོ་འགའ་གནས་སྟོང་གི་ཐོག་ཁོ་ལ་མྱང་འདུའི་རུ་པ་ཤུགས་རྒྱག་མཁན་དུ་སུན་སྣང་གྱི་ཚོགས་བསྐོ་བ་རེད་བསམ་གི་རེད། དེ་ནས་སུན་སྣང་གྱི་ཚོགས་དང་ལྡན་པའི་སྒོ་མོ་ནས་སྟོང་ཉིད་མངོན་སུམ་དུ་རྟོགས་ཡོང་དུས་ཐོང་ཕང་སྤོང་འགྲོ་བ་རེད་བསམ་གི་རེད། ཐོང་ཕང་སྤོང་དུས་རང་བག་པ་རེད་འགྲོ་རེད་བག་ལམ་ཐུག་འགྲོ་རེད་བསམ་གི་རེད། རང་གི་སྤྱོད་ལ་སྟོང་ཉིད་མངོན་སུམ་གཏུབ་པའི་ཡེ་ཤེས་དེ་སྔོན་མ་ཟ་མའི་ས་བོན་དེ་རེད་ཟ་བོན་དེ་ཡང་སྟོང་ཉིད་མངོན་སུམ་དུ་གཏུབ་པའི་ཡེ་ཤེས་རེད་འགྲོ་རེད་བསམ་གི་རེད། སེམས་བདེ་བར་སྒྲུབ་པའི་སྟོང་ཉིད་དེ་ད་ག་བསྡད་ཡོད་རེད་དེ་སྟོང་ཉིད་ཁོ་རང་རང་བཞིན་འགྱུར་ཡག་ཙག་ནས་མེད་པ་སྟོང་ཉིད་རེད་བ་དེ། ཁོ་ལ་འདྲིས་ཡག་གི་དྲི་མ་དེ། དགའ་རོགས་ཀྱིས་སྤང་ཚར་རེད་མཐོང་སྤང་དེ་སྤང་ཚར་རེད། ཁོ་ངན་སྨྲས།
དྲི་མ་གི་བསྒྲིབས་བསྡད་ཡོད་རེད་ང་ཚོ་སྟོང་ཉིད་མ་རྟོགས་པ་རེད། ད་སྟོང་ཉིད་རྟོགས་ཡོང་དུས་དྲི་སྟོང་ཉིད་ངོས་འཕྲོད་དེ་སྒུམ་པ་ཙང་དྲི་མ་དེ་སྲབ་རུ་སྲབ་རུ་ཕྱིན་ནས་མཐོང་སྤང་སྤོང་འགྲོ་དུས་ཁོ་དྲི་མ་གཅིག་དག་སོང་རེད། ཡབ་སངས་རྒྱས་འགྲོ་དུས་ཞི་འགྲིག་གི་ཁྲ་མོ་ཅན་དེ་སྤོང་ན་དྲི་མ་ཡོངས་རྫོགས་དག་སོང་རེད། དྲི་མ་དེ་དག་འདི་དུས་སེམས་ཁོ་རང་ཡར་རུ་ཕྱིན་ནས་སེམས་དེ་ཡང་ཡེ་ཤེས་ཀྱི་ལས་ངོ་བརྒྱུད་ལམ་རྟོགས་པ་ཐོ་རུ་འགྲོ་བཞག་པ་རེད་དེ་འགྲོ་དུས་སྟོང་ཉིད་ཁོ་རང་ཡང་བཟང་རུ་འགྲོ་དགོས་དགོས་རེད་བ། སྟོང་ཉིད་ཁོ་རང་ཐོག་སྒྲིབ་པ་དེ་ཉལ་འགྲོའི་ཆོས་ཉིད་ཡིན་ནས་བཟང་རུ་འགྲོ་རྒྱུ་ཡོད་རེད། ཆོས་ཅན་རང་གི་སེམས་དེ་གི་དྲི་མ་དག་འགྲོ་དུས་སེམས་ཀྱི་ཆོས་ཉིད་དེ་བཟང་རུ་བཟང་རུ་འགྲོ་དགོས་བ་དེ་ཆོས་ཉིད་རེད། ཇི་བྱས་དྲི་མེད་ཇི་བདག་ཏུ་འགྲོ་བ་ན་ཆོས་ཉིད་ཇི་བཟང་དུ་འགྲོ་བ་ཆོས་ཉིད་ཡིན་པས་གསུངས་པ་རེད། བྱས་ཙང་ཡང་ཕ་ལམ་རེད་འགྲོའི་ཕ་ལམ་ཐོབ་ཡོང་དུས། ཆོས་ཉིད་དེ། དེ་དང་དགོས་ལྡན་བཅས་རྟོགས་པས་སྤངས་པའི་ཡོན་ཏན། ཡེ་ཤེས་རྟོགས་པའི་ཡོན་ཏན་སྤངས་རྟོགས་དགའ་རོགས་ཀྱི་ཐོབ། སངས་རྒྱས་སོགས་ནི་ཆོས་ཉིད་དེ་དང་སྤངས་པའི་ཡོན་ཏན་ངོ་བོ་ཉིད་སྐུ། ཡེ་ཤེས་དེ་ཡེ་ཤེས་ཆོས་སྐུ་བཅས་སངས་རྒྱས་སྐུ་གསུང་ཐོབ་ལུགས་ཡོད་རེད། ད་རེས་སང་ཉིན་ང་རང་ཚོའི་སེམས་ཀྱི་ཆོས་ཉིད་དེ་དེ་ག་ཡོད་རེད། སེམས་ཀྱི་ཐོག་ལ་སངས་རྒྱས་ཐོག་ཡག་གི་ནོས་པ། ས་བོན་དེ་ཡོད་རེད། ས་བོན་ཡོད་རེད་ང་རང་ཚོའི་སེམས་ཀྱི་ཆོས་ཉིད་ངོ་མ་ཤེས། ས་བོན་ཁོ་ཡ་ཡ་བསད་མ་ཐུབ་ས་བོན་རང་བཅད་མ་ཐུབ་ཀྱི་འགུལ། ཁོ་ལ་འགུལ་ལྕོག་འདྲ་པོ་རྩ་ནས་ཐེབས་མ་ཐུབ། ང་རང་ཚོའི་ཡས་པའི་ཉོན་མོངས་དུག་གསུམ་གྱི་གྲིབ་དེ་ཡོད་དུས་ངོས་མ་འཕྲོད་ནས། ཆོས་ཉིད་དང་ཆོས་ཉིད་དེ་ཡོད་ན་ཡས་ཁོ་པའི་གུ་ལོག་ཁོག་ལ་བྲིས་བཞག་པའི་སངས་རྒྱས་སྐུ་འདྲ་སྐུ་འདྲ་གོས་རུལ་ནང་བྲིས་བཞག་པ་ནང་བཞིན། དཔེ་གཅིག་དེ་རེད། ད་ནང་བཞིན་པའི་མི་དབུལ་པོ་བུ་ཨ་མ་སྐྱོ་པོ་ཟ་རྒྱུ་མེད་མཁན་གྱིས་ཁུ་བ་ནང་ལ་བུ་སུན་སྣང་ཅན་ཞིག་ཆགས་ཀྱི་ཡོད་ན་ཁོས་ཁུ་བ་ནང་ལ་བུ་བས་སུན་སྣང་ཆེན་པོ་ཡོད་རེད་དེ་སུན་སྣང་ཁུལ་བེད་སྤྱོད་གཏོང་མ་ཐུབ་པར་གནས་སྐབས་ཀྱི་འཚོ་བ་དཀོན་པོ་ཅིག་བསྡད་དགོས་ཡ་གྱི་ཡོད་རེད། དེ་ཡའི་དཔེ་གཅིག་བཀོད་ཡོད་རེད། དེ་རིང་གི་དཔེ་དགུ་དང་དོན་དགུ་གསུངས་ཡོད་རེད་ཟེར་འདུག་དེ་མཇལ་ན་ལ། དེའི་དྲི་མ། ཇུས་ཉེས་གཏན་ལ་ཕབ་ནས་སྒུག་པས། ཐབས་དང་ལྡན་པ་སྒུག་འགྲོ་དུས་སྒྲིབ་པ་སྤང་གི་སྤང་གི་སྤང་གི་ལ་ཨེ་ན་སྤང་རྟོགས་ཡོད་ཡོན་ཏན་ཆེ་རུ་འགྲོ་བ་ཧ་མ་གོ། ད་ལྟ་བའི་ཇུས་ཉེས་སངས་རྒྱས་ཀྱི་སྐུ་བས། སངས་རྒྱས་རང་ཡིན་བས་མཚན་མི་སྤྲད་བདེ་བའི་སྐུ་གཅིག་གུ་བ་ན་སེམས་ཅན་ཐམས་ཅད་ལ་ཡོད་རེད་དེ་སྒྲིབ་བདེ་བ་རེད་ཟེར་བ་ལྟ་དེ་བཤད་གི་ཡོད་རེད་ལོག་བཤད་རེད། ད་ནང་བཞི། ད་ལྟ་རང་སེམས་ཆོས་སྐུ་རྡོ་རྗེ་འཆང་ཡོད་ཡོད་དཔག་ལ། ངོ་མ་ཞན་ཆགས་དང་རྨོངས་གསུམ་གྱི་སྒྲིག་འདི་ཡོད་པ་རེད། ཨ་ཕ་གསུངས་ན། ཨ་ནི་འདི་རེད། གར་སར་རྒྱུ་ལས་འོད་སྐུ་འབྲུག་ཡོང་དུས། ཨ་ནི་འོད་དུ་ཆུང་ཆུང་བྱས་ནས་འོད་སྐུ་འབྲུག་ཡོང་དུས། པའི་ཉོན་མོངས་པའི་སྒྲིབ་པ་དེ་སྤོང་ནས་ཤེས་སྒྲིབ་ལུས་བདེ་བ་རེད། ཤེས་སྒྲིབ་དག་དཀར་གྱི་ཡུ་བ་འདྲ་བོ་དེ་ཕར་བསལ་བཞག་ན་ཨ་འཁོར་སངས་རྒྱས་དྲུང་འདི་ག་ཡོང་བ་རེད། ད་ལམ་གྱི་འགྲོས་ལུགས་དེ་འདྲས་ཀྱིས་བཤད་ཀྱི་ཡོད་རེད་དམིགས་པ་འདི་རེད་ཐབས་འདི་རེད་ཤེས་རབ་འདི་རེད་རྩ་ནས་ཤོད་ཡག་མ་རེད། ད་དེ་འདྲ་ཡིན་ནས་སངས་རྒྱས་བྱེད་པའི་སེམས་ཅན་ལས་ཐབས་རྡུགས་ཚུལ་བྱེད། རང་ངོ་རང་གིས་མ་ཤེས་ངན་སངས་རྒྱས་བྱ་རྒྱུ་རེད། སེམས་ཅན་ཐབས་རྡུགས་འབུ་སྲིན་གྱིས་ཉིད་ནས་ཕར་འགྲོ་ཚུར་འགྲོ་བྱེད་བདེ་བ་བྱས་བདེ་བ་དོན་དུ་གཉེར་བདེ་བའི་ཐབས་སྒྲུག་སྟངས་ཤེས་ཀྱི་ཡོད་རེད། བས་སངས་རྒྱས་ཐོབ་པ་མེད་པ་ནི་ཡོད་སྲིད་རང་སེམས་སངས་རྒྱས་ཆོས་སྐུ་མཚན་དཔེ་སེལ་རྫོགས་ཀྱི་དཀྲིས་པ་ཁུ་དེ་གས་གས་མ་ཤེས་པ་ཨ་ནི་ཉོན་མོངས་པའི་གཏུམ་མོ་བྱེད་བསྡད་ན་སྲིད། བས་སེམས་ཅན་ལ་ཞི་དྲག་གིས་ཁོ་ཐབས་རྡུགས་བྱུང་རེད་སངས་རྒྱས་དེ་འདྲ་བྱེད་དགོས་པ་ཡོད་རེད། སྐུ་གསུང་ཐུགས་ཡོན་ཏན་ཁྲི་ལས་གཞན་ཕ་ལྟར་བཞག་ད་པའི་ཆོས་ཅི་ཡང་མ་ཤེས་ངེས་ལྐུགས་པ་ལས་སྡུག་ཅིག་གི་སངས་རྒྱས་དགའ་བ་ཡོད་རེད། ཨ་ད་དེ་འདྲས་ཀྱི་སྐད་ཆ་བཤད་ནི། དེ་ལ་བས་ལྷོ་ཉལ་ཡག་པོ་མེད་མཁན་གྱི་ཆོས་པ་ཨ་རི་ཁ་ཚོས་མགོ་ཁོག་ནས་ཅིག་ཡིན་པ་རེད་བསམ། ལྷ་སྒོམ་དགོས་བ་མ་རེད་སྔགས་འགྲམ་དགོས་བ་མ་རེད། རང་སེམས་ཆོས་སྐུ་ཡིན་པ་དེ་མཐོང་ནས་སངས་རྒྱས་ཡོང་བ་རེད་ཟེར་བས། བས་མཇུག་བོ་སངས་རྒྱས་ཡ་མེད་ངག་རེད་ཟེར་དུས་ཅིག་ཡིན་པ་རེད་བསམ་སིང་སིང་ལ་དེ་ཙག་རྒྱུགས་དེ་འུར་བ་རེད། འདི་འདྲའི་སོང་ཙང། སངས་རྒྱས་པའི་ལམ་གྱི་རིམ་པ་དེ་གསང་སྔགས་ཀྱི་ལམ་བརྒྱད་ནས་ནི་འདི་འདྲའི་སངས་རྒྱས་ན། ཕར་ཕྱིན་ཐིག་པའི་ལམ་ལ་ས་བཅུ་པའི་བར་དུ་འགྲོ་ན་འགྲོ་སྟངས་དེ་འདྲས་རེད་ཟེར་ས་ལམ་གྱི་འགྲོ་སྟངས་ཤེས་དགོ་བ་རེད། ཕར་ཕྱིན་ཐིག་པའི་ལམ་ལྔ་རིམ་པ་བཞིན་དུ་བགྲོད་དགོ་བ་རེད། དེ་ཚོ་ད་རིང་ཤེས་གི་མ་རེད། ཁག་པོ་རེད་བ་དེ་ང་ཚོ་གསང་སྔགས་ཀྱི་ལམ་ལ་འགྲོ་གི་ཡིན་པའི་ཁུལ་རེད་དེ་ཡིན་ན་གསང་སྔགས་ཀྱི་ལམ་བླ་མེད་ཀྱི་དབང་དུ་བྱས་ན་བསྐྱེད་རྫོགས་གཉིས་ཀས་ཅི་བྱེད་བར་དུ་སྲུང་སྐྱོང་ལུགས་སངས་རྒྱས་ཀྱི་གོ་གོང་ཐུགས་ལུགས་བ་ད་བསྐྱེད་རྫོགས་ཀྱི་འགྲོ་སྟངས་དེ་ཤེས་དགོ་རེད། ད་དེ་ཤེས་པ་ལ་སྦྱང་གཞི་དེ་ཤེས་དགོས་རེད་འབྱུང་ཡག་དེ་འབྱུང་ཡག་མང་བོ་བར་ན་ཡོང་ཡག་གི་སྐྱེ་ཤི་བར་དོ་གསུམ་པོ་དེ་ཤེས་དགོས་ད་ཤེས་དུས་ག་འདྲའི་ཤེས་ཀི་ཡོད་མེད་དེ་བར་དོ་ག་འདྲའི་གྲུབ་ཀི་ཡོད་མེད་དེ་སྐྱེ་བ་གི་འདྲའི་ལེན་གི་ཡོད་མེད་དེ་ཡག་པོ་ཅིག་ཤེས་དགོས་རེད། ད་འབྱུང་གཞི་ཐེངས་དྲུག་དུས་འབྱུང་གཞི་ཙང་ཐེག་གི་མ་རེད། ས་ཆུ་ལ་ཐིང་ཆུ་མེ་ལ་ཐིང་མེ་རླུང་ལ་རླུང་རྣམ་ཤེས་ལ་ཐིང་རླུང་རྣམ་ཤེས་ལ་ཐིང་པའི་སྐབས་དུས་ཆུ་ལྔ་དེ་རིན་ཆེན་རེད་ཁ་ཁ་རེད། འབྱུང་གཞི་པོ་དེ་ལ་ཆུ་བཞི་བཞི་པོ་དེ་ལ་ཆུ་ངར་ངར་ངར་བརྡལ་མཐིང་གོ་བ་རེད། དཔེར་ན། གཟུགས་ཀྱི་ཕུང་པོ་མཐིང་མིག་གི་དབང་པོ་མཐིང་མིག་གི་རྣམ་ཤེས་མཐིང་སོ་སོ་རྟོག་པའི་ཡིད་མ་རེག་མེ་ལོང་ལྟ་བུའི་ཡེ་ཤེས་མཐིང། ས་ཆུ་ལ་མཐིང་སྣ་ཁ་ལྔ་བརྡལ་ལ་འགག་གོ་བ་རེད། དག་སྣང་གཞི་ཆུ་མེ་ལ་མཐིང་འགྲོ་དུས། སོ་སོ་རྟོག་ཡེ་ཤེས་མཉམ་འདི་རེད། ཆུ་མེ་ལ་མཐིང་པ་དང་འདི་རེད། སོ་སོ་རྟོག་ཡེ་ཤེས།

བདེ་སྟོང་བྱུང་བའི་དེ་ལ་ལམ་དུས་དང་རྟོགས་ཚེ་འདྲ་གི་མ་རེད། ད་ནང་གཞི་དུས་ལ་ཡིན་ན་འོད་གསལ་ཤ་བདེ་བ་མ་གཏོགས་དེ་ལ་ཞུ་བདེ་ཅི་ཡང་ཡོད་མ་རེད། གཞི་དུས། ཁོ་ར་ཤི་ལས་ནི་འོད་གསལ་ཡག་པོ་ཅིག་ཤ་ཨ་ནི་བར་དུ་གྲུག་འགྲོ་གི་རེད། དེ་རེད། བར་དུ་གྲུག་བས་པ་ནི་བར་དུ་འགྲོ་སྟངས་དེ་ཤེས་དགོས་རེད་བར་དུ་བ་དེ་ལ། བར་དུ་བ་དེ་ལ། ཁ་དོག་གི་ཁྱད་པར། དབྱིབས་ཀྱི་ཁྱད་པར། ཚི་ཚད་ཀྱི་ཁྱད་པར། འགྲོ་ཚུལ་གྱི་ཁྱད་པར།

བསྐལ་པ་དང་པོ་མཚོ་བོ་ཆགས་ཡོང་ན་དེ་ལས་ཀྱི་ཡོང་གི་ཆགས་འགོ་རེད། བསྐལ་པ་སྔ་མ་ཕག་འཇིག་ལྟུང་བ་བྱས། མཚོ་ཆགས་པའི་མགོ་མ་གཙོ་བ་གྱི་ལྟུང་སང་སང་བ་བསྐལ་དྲུག་ཅུ་གི། བ་བསྐལ་ཉི་ཤུ་གི་ཡུན་རིང་སོང་དེ་ལྟུང་བ་བྱེད་བསྡད་གི་རེད། དེ་དེ་ང་རང་ཚོ་ལྟུང་སོང་འདི་ཡི་ཁུངས་སུ་གཏོགས་བའི་སེང་ཆེན་དེ་ཚོ་ནི། གླིང་གཞན་དག་ལྟུང་སོང་གཞན་དག་དང་ཡར་བཟོ་ཁང་ལས་ཡར་སྐྱེས་ནས་ཨ་ནི་འདི་ལ། སྟོང་གསུམ་འདི་རྣམས་ཅི་ས་ཡོད་མ་སྟོང་གསུམ་གྱི་སྟོང་ཆེན་མོ་འཇིག་རྟེན་གྱི་ཁམས་གཅིག་སྟོང་དུས་ཉག་དུས་ཆགས་ནས་པའི་ཚུལ་གཉག་ཆགས་རེད། འཛམ་བུ་ལས་བྱེ་བ་གཅིག་ཡོད་རེད། ལུས་པགས་ལེན་བྱེ་བ་ཡོད་རེད། ལུས་ཡོངས་ལེན་ཕྲན་བྱེ་བ་ཡོད་རེད། ད་སེམས་ཅན་གྱི་སྤྱི་མཐུན་གྱི་ལས་ཀྱི་ཐོག་མར་རླུང་གི་དཀྱིལ་འཁོར་ཆགས་དགོས་རེད་ཆགས་དུས། རླུང་གི་དཀྱིལ་འཁོར་དེ་ལས་ད་དུང་རླུང་གི་དཀྱིལ་འཁོར་མ་འདྲ་ཚེ་མ་འདྲ་ཚེ་རླུང་བས་ཧ་ཅང་སྲ་བ་རྡོ་རྗེ་ཕ་ལང་གུ་སོགས་རིང་བ་དེ་འདྲ་ཡོད་རེད་རླུང་གི་དཀྱིལ་འཁོར་དེ་འདྲ་རིང་བས་རིང་བས་ཡང་ཆགས་དགོས་རེད། དེ་ནི་ཆུ་ཡི་སྤྱིན་པོ་ཆགས་པ་རེད། སྟེང་ཚངས་པའི་འཇིག་རྟེན་གྱི་ཚངས་ལ། སྤྲིན་གྱི་སྙིང་པོ་འདུས་ནས་དེ་ལ་མ་ཆགས་པ་བོར་ནས་ཆགས་པ། ཆགས་རྟོག་ཆེ་ཆུང་ཤིང་རྟའི་འཕང་ལོ་ཚང་མ་བོར་ནས་ཆུ་ཡི་འཇོ་ཚོད་རྒྱ་མཚོ་ཆེན་པོ་དཔག་སོ། ས་ཡ་གྲངས། ས་ཡ་དྲུག། ས་ཡ་དྲུག་འབུང་ཡིན་པ་རེད། ས་ཡ་འབུང་ཕྲག་དྲུག་ཡོད་མཁན་གྱི་ཆུ་འཐུག་པོ་ཅིག་ཆགས་ཡོང་གི་རེད། ག་ཚད་ལ་འབུང།
ས་ཡི་གྲོག་ཆུ། ས་ཡི་གྲོག་ཆུ། Sixty ཨ་ལེ་དེ་ཐོན་ལས་དེར་བ་ཐོན་ལས་རེད་ག་རེད། ཞང་ཀ་ཆེ་ཆུང་ལ་ཚད་ཡོད་མ་རེད། ད་ཆུ་དེ་སྒང་ལ་རླུང་གི་སྤྱི་བོ་ཆགས་གཞི་ནས་ཡ་ཨེ་རླུང་སྤྱི་རྒྱ་ནས། རླུང་གི་ཆུ་དེ་དཀྲུགས་ནས། ཆུ་དེ་དཀྲུགས་དཀྲུགས་དཀྲུགས་བྱས་ནས་ཆུ་གི་ཁ་ཤགས་དེ་གསེར་རི་ལ་འཇོག་དགོས་རེད། གསེར་གི་སྤྱི་བོ་ཐུག་ཐག་ཆོད་ཆགས་ཀྱི་རེད། རླུང། གསེར་གྱི་དཀྱིལ་འཁོར་ཕྱག་མཚན་དེ་ཡང་ཡང་བཏེག་གང་ལ་ཆུ་ཆག་དགུ་རེས། ཆུ་དེ་ལ་རླུང་གི་དཀྲུགས་ནས་མཐའ་ལ་སྒོ་སྒོར་དཀྲུགས་ནས་སྟོང་ཟུང་ཆིག་སྟོང་ཆེན་པོ་འཇིག་རྟེན་གྱི་ཁམས། བྱེ་བྲག་རེ་རེ་ལ་ཕྱི་ཡི་ལྕགས་རི་ཁུ་ཡུག་རེ་རེ་རེ་རེ་བྱས་དཔེར་ན་ང་ཚོ་འདི་གླིང་བཞི་གླིང་ཕྲན་འཛམ་བུའི་གླིང་དང་གླིང་བཅུ་གཉིས་དེ་ལ་ཕྱི་ཡི་ལྕགས་རི་ཁུ་ཡུག་གཅིག་རེས་ལྕགས་ཀྱི་རི་གཅིག་སྒོ་སྒོར་ཆག་གི་རེས་ཡན་པ་སུ་ལས་དེ་འདྲ་ཆག་དགུ་རེས། ལྕགས་ཀྱི་རི་ཁ་བྱས་ནས་པའི་བྱེ་བ་བརྒྱ་དང། བྱ་བ་བརྒྱ་ཆགས་པོ་རེད། མཛའ། གཅིག་ནས་རླུང་གི་དཀྲུགས་ནས་རི་རབ་དང་གླིང་བཞི་གླིང་ཕྲན་ཆགས་པོ་རེད། དེ་ནས་ལྷག་བསྡད་པའི་ཆུ་དེ་ལ་དཔག་ཚད། ཁྲི་ཕྲག་བརྒྱད་ཡོད་རེད་དུག་ཁྲབ། རི་རབ་ཀྱི་རྩེ་ལ་སུམ་ཅུ་རྩ་གསུམ་ལྷ་ཡི་དབོན་པོ་བརྒྱ་བྱིན་འདུས་ས་ཀྱི་ལྷ་ནས་སུམ་ཅུ་རྩ་གསུམ། རི་རབ་ཀྱི་བང་རིམ་ལ་བརྒྱ་བྱིན་རི་བྱིན་གྱི་ལྷ་ནས་སུ་ཆགས་པོ་རེད། ས་འོག་ལ་མང་བྱེད་ཀྱི་ནི་མི་དགེ་ཏིང་གི་ཏིང་མི་དགེ་ནི་ཡང་ཕྱོགས་གཅིག་ནས་ཡང་ཚ་ཉེན་བརྒྱད་ཕྱོགས་གཅིག་ནས་གྲང་ཉེན་བརྒྱད་ཆགས་པོ་རེད། དགའ་མོ་བླ་མོ་བླ་མོ་ལ་རེད། ནི་དག་སྣང་ཞིང་གི་ཡི་དྭགས་ཀྱི་གྲོང་ཁྱེར་སུམ་ཅུ་སོ་དྲུག་ཆགས་འདུག་དེ་གནས་ཐ་དད་ཞི་དྲག་མ་གྲོང་ཁྱེར་རེ་ཁག་གཅིག་ལས་རེད་གྲོང་ཁྱེར་སུམ་ཅུ་སོ་དྲུག་ཆགས། ད་དུ་ཨུས་ཆགས་ནས་སྣོད་ཀྱི་རྗེས་མི་གནས་ཡ་ཆགས་ནས་རི་རོལ་བར་དུ་ཡ་ཆགས་ཚར་སོང་ན། དོན་གཅོད་ཀྱི་སེམས་ཅན་ཡི་ནི་མང་ཆགས་དགོས་རེད་ཡ་ཨི། གཟུགས་ཁང་ནས་ལྷ་དེ་ཚོ་ཕྱི་བུད་འགྲོ་མཁན་ཁ་ཤས་མང་མང་མང་སྐྱེས་ཡོང། དེ་མ་མ་མ། སུམ་བཅུ་རྩ་གསུམ་ལ་མ་སྐྱེས་ལྷ་གཅིག་དེ་ནི་མ་མ་མ། བརྒྱ་བྱིན་རིགས་ཀྱི་ལྷ་ལ་སྐྱེས་དེ་ནི་མ་མི་ལ་སྐྱེས། དེ་དུས་ཆགས་ས་ཡོད་མ་རེད། དེ་དུས་མི་ལ་སྐྱེས་འོང་ངེས་དེ་ཚོ་ལྷ་སྣང་ཞིང། གཟུགས་སྐུ་ཆེན་པོ། འོད། ཆེན་པོ། ཤི་ནས་རོ་ཡོད་མ་རེད་རྫུས་སྐྱེས་རེད། སྐྱེས་འོང་དུས་དབང་པོ་ཀུན་ཚང་བ་གཅིག་ཡོང་གི་རེད། ཉི་མ་ཟླ་བ་ཡོད་མ་རེད་རང་གི་ལུས་ཀྱི་འོད་གསལ་བ་རེད་ཉན་དང་མཚན་ཡོད་མ་རེད། ཨ་ནི་ནག་ཁ་ལ་ཕེར་འགྲོ་མཁན་དེ་འདྲ་རེད། གཟུགས་ཧ་ཅང་གི་ཡག་པོ། ལྷ་དང་སྐྱི་པགས་ཅིག་ཡོང་གི་རེད་མི་དེ་ཚོ་བསྐལ་པ་དང་པོའི་མི་ཟེར་གི་རེད། ཚེ་ལོ་ནི་པས་གྲངས་མེད་འདས་གི་རེད། ད་མི་ཤི་ནི་མ་མ་མ་དུད་འགྲོ་ཡི་དྭགས་ལ་སྐྱེ། དེ་ནི་ག་ལེ་ག་ལེ་ག་ལེ་མ་དམྱལ་བ་ཡང་སུས་ནི་མ་བག་འགྲིབ་མ་སྐྱེ། དམྱལ་བ་སྣང་མེད་དེ་ཅི་ཅི་སོང་ནི་ཨ་ནི་ཆགས་ཚར་རེད་གཞི་ནི་སྐྱོ་ཡི་སེམས་ཅན་ཆགས་ཚར་རེད། ད་གནས་པའི་འགོ་ཚུགས་ཡོང་རེད་མི་སྐྱེ། དམྱལ་བ་སྣང་མེད་ནི་སེམས་ཅན་སྐྱིད་སྐྱིད་ཡོང་པའི་ཉིན་གོ་དེ། ཨ་འཛམ་བུ་གླིང་གི་ཚེ་དེ་མའང་ཐུང་རུ་ཕྱིན་ནས་ཚེ་ལོ་བརྒྱད་ཁྲི་རེ་འདས་ཡོང་རེད། བསྐལ་པ་དང་པོའི་མི་དེ་ཚོ་ཁ་ལ་ཟོས་ཟ་ཡག་ཡོད་མ་རེད་ཟ་དགོས་མ་རེད། ཕུ་མུའི་ཁྱད་པར་ཡོད་མ་རེད། ཡོང་རྫུན་གཅིག་ལ་ཟས་གང་ལ་ཡག་ཟ་ཡག་གཅིག་མང་ནང་བཞིན་མང་འདྲ་པོ་གཅིག་དཀར་པོ། སོག་བཅུ་དྲུག། ཡོད་ངེས། ཞིམ་པོ་དྲི་མ་ཞིམ་པོ་རོ་ཞིམ་པོ་གཅིག་བྱུང་ཡོད་རེད། དེ་ཟས་ཟ་བའི་བག་ཆགས་སད་ཡོང་ངས་ཚོ་གས་དེ་དྲི་མ་ནོངས་ཞིམ་པོ་ཡོད་ཚད་ཁ་ལ་ཟས། ཁ་ལ་ཟ་ནས་ཁོ་ལུས་ལ་ཐིམ་འགྲོ་བ་མ་གཏོགས་མ་གཙོ་བབ། ཆབ་སངས་མ་བོར་ཡག་ཡོག་མ་རེད། མང་པོ་ཟ་མཁན་དུ་ལུས་འོད་ཆུང་རུ་འགྲོ་རེད་ཉུང་ཉུང་ཟ་མཁན་དུ་འོད་ཆེ་ཡག་ཡོག་རེད་ལུས་ལ་ཡག་ཉེས་འབྱུང་བ་རེད། ད་ལུས་བཟང་བ་ཚོ་གས་གཞན་པ་ཚོ་ལས་ཨོང་ཡོད་བཤད་ཐུགས་བརྩེ་བཤད་བརྙས་བཅོས་བྱས། དེ་འདྲའི་བྱས་པའི་རྐྱེན་གས་ཟ་ཡག་དེ་བརླག་པ་རེད་ད། ད་སྔ་མ་དེ་ལས་བདུད་རྩི་གཅིག་གི་དཔེ་ཞིམ་པོ་དག་ཡོད་རེད་དེ་མ་སྤྲབས་རྩི་གཅིག་ཆགས་པར་ཡང་ས་གོང་ལ་ཡང་དེ་ཟ་བ་རེད། འདི་མདོག་དཀར་པོ་མིན་པ་རེད། དེ་ནི་ལུས་དེ་དེ་ལས་ཀྱང་གཞན་རེ་འགྲོ། དེ་འདྲའི་དེ་འདྲ་བྱས་ལུས་ལ་འོད་དེ་ཞེས་ཡེར་ཙང་ནག་གུང་ཆགས་པ་རེད། ནག་འབྲང། གུང་བྱས་ཙང་སེམས་ཅན་སྤྱི་ཡི་ལས་ཀྱི་ཉི་མ་དང་ཟླ་བ་ཤར་རེ་རེད། དེ་ནི། ཡང་ལུས་བཟང་ངན་དུ་བཅོས་ནས་སྔ་མ་ནང་བཞིན་ཁོ་བརླགས་པ་རེད་ཟ་ཡག་ཁོ་བརླགས་པ་རེད། དེ་ནས་འདྲེ་གསོད་མ་ཟེར། མ། མ། འདྲེ། མ་མོས་མ་བཏབ་པའི་ལོ་ཐོག། འདྲེ་རེད་ཡིན་རྒྱུ་འདྲེ་རེད་དེ་པ་པ་ཤུ་གོ་མ་རེད་ཁོ་ལ་ལམ་སང་ཏོག་ཟ་ཆོག་ཡ་བྱིན་པོ་ཡོག་རེད་འདྲེ་བྱུང་ཡོག་རེད། ཨ་དེ་ཟ་ཙང་དེ་ནི་ཟས་ར་པ་རེད་ཟས་ར་པ་ཟ་ཙང་ཁ་ཡེ་གོང་གོ་རེད་ཆུ་འཐུང་གོ་རེད་དེ་གང་བྱེད་ཙང་ནི་བྱ་སོང་བོ་གོ་རེད་བྱ་སོང་གོ་ཨི་ཙང་འོ་གོ་གཉིས་བྱུང་བ་རེད་ཕུག་དང་མུག་གི་དབྱེ་བ་བྱུང་བ་རེད་ནི་བྱེད་ནས། དུས་དུས་དང་དུ་ཙང། སྟོང་སོང་ཆགས་ཚར་ཡོག་མ་རེད་དམྱལ་བ་དང་ལ་མ་སྐྱེ་བ་ལེན་དགོས་ཡ་རེད།

ཞོགས་ཀའི་སྔ་ཞག་ནི་དགོན་བདག་སྤྱི་བདེ་གི་རེད་དགོན་བདག་སྔ་ཞག་ཚང་ཞོགས་སྤྱི་བདེ་གི་རེད། དེ་མ་ལན་ཁ་འགྲོ་སྐོར་ཙང་ཕྱི་ལོ་བ་འགྲོ་དགོས་དུས་ཁ་ཤས་ལས་ལོ་བྱས་ནས། ས་ཐེངས་གཅིག་ལྔ་ཐེངས་ལ་མང་པོ་ཁེལ་ཡོང། ད་ད་དུས་ལན་ཁ་འགྲོ་དུས་ངས་ཀ་ལ་འདས་གླེང་ཚར་ཁྱོད་རང་ཚོ་འགྲོ་ཞོག་ཟེར་བྱས་ནས་གསོག་འཇོག་བྱས་པ་རེད་ཡ་གསོག་ནས། གསོག་འཇོག་བྱས་པའི་རྐྱེན་གྱིས་སྔ་ཞག་ཚོས་ཡ་སྤྱི་རོགས་མ་བྱས་པར་ཟས་སོང་རེད་ཡང། ཟས་འགྲུབ་ཡོད་ས་ད་དུས་རྫོགས་འགྲོ་དགོས་དུས་ང་ཚོ་བགོ་བཤའ་རྒྱག་པར་ས་ཆ་བགོ་བཤའ་རྒྱག། ས་ཆ་གོ་ཤག་བརྒྱད་གཙང་ཨ་ནི། ཡང་མིང་ས་ཆ་ཐོས་ལ་ཆ་ནག་གོ་ཀོ་མ་ཀོ། དེ་འདྲ་ཀོ་ཨིན་ཙང་ད་བརླག་འགྲོ་གི་འདུག་ཅིས་ཁེལ་འགྲོ་གི་ཡོད་ཟེར་རང་གི་ནི་དཔོན་པོ་གོ་ལུགས་སོ། དཔོན་པོ་ཐོག་མ་ཐོག་མ་བས་རྫ་བུ་གླིང་གི་དཔོན་པོ་རི་བོ་དེ་རྒྱལ་པོ་མང་པོ་བསྐོར་བ་ཟེར་མཁན་དེ་ཀོའི་བ་རེད། བ་དག་དེ་འདྲའི་དེ་འདྲའི་མང་མང་མང་ཅིག་ཅར་རྫུན་བཤད་ཡག་འདྲ་བོ་དང་མགོ་སྐོར་གཏོང་ཡག་འདྲ་བོ་མིག་གིས་བཅུག་པའི་ལས་ཀྱིས་ལངས། ག་ལེ་ག་ལེ་ག་ལེ་མ་རྡུ་རུ་རྡུ་རུ་ཕྱིན་ནས་ཚེ་ཐུང་རུ་ཐུང་རུ་འགྲོ་ལུས་གཞན་རུ་གཞན་རུ་འགྲོ། ཚེ་ལོ་བརྒྱད་ཁྲི་བར་དུ་ཡོང་ནས་ཚེ་ལོ་བརྒྱད་ཁྲི་སྒང་ལ་ཨ་མྱེས་བ་མནའ་མས་ན་ལ་མི་དགེ་མི་སྐྱེ་བ་ལེན་མཁན་བྱུང་ནས། དེ་ནི་ཆགས་ཚར་རེད་དེ་ཡན་ཆད་དེ་ཆགས་པའི་བསྐལ་པ་རེད་གནས་པའི་བསྐལ་པ་མ་རེད་བསྐལ་པ་དང་པོའི་མེའི་ཟུག་རེད་དེ་གསང་སྔགས་སྣོད་ཡ་མ་རེད་ཆོས་བྱས་ཤིང་གི་ཡ་མ་རེད།

ད་དུས་ཚོད་ངན་རུ་ངན་རུ་ལུས་ཆུང་རུ་ཆུང་རུ་ཚེ་ཐུང་རུ་ཐུང་རུ་འགྲོ་གོ་རེད། མར་པ་རུ་གཅིག་ལ་ཚོན་གྱི་སྐལ་པ་གཅིག་གིས་མཚམས་གཅིག་བཅད་ནས་ཚེ་རིང་རུ་འགྲོ་གི་རེད་ཡ་ཡ་ཡ་ཡ་ཚེ་ལོ་བརྒྱད་ཁྲི་རེག་གི་རེད། ཡང་སངས་རྒྱས་ཡོང་གི་རེད་དེ་མ་ཡ་ཕལ་མང་བྲིས་ཏེ་ཚ་བཅོ་བརྒྱད་བྱེད་དགོས་རེད། སོ་དང། སྐལ་པ་གཅིག་འགྲོ་གི་རེད།